ཨོ་ལགས་སུ་ད་དེ་ནས་རྣམ་པ་ལྷན་རྒྱས་ཚང་མ་ལ་སྐུ་ཁམས་བཟང་བའི་འཚམས་འདྲི་ཞུ་ཡས་དང་སྦྲགས་བཅས་ཡང་དེ་རིང་གུས་པས་ཁ་སང་རྒྱལ་བ་རིན་པོ་ཆེ་གིས་མཛད་པའི་ཕྱག་དེབ་ད་ད་ལོ་གསར་པ་དེ་རུ་བ་འོ་ད་ག་རེ་རེད་ཟེར་ན་དྲི་མེད་རྣམས་ཀྱི་དྲི་ཟབ་བ་ཡང་མིན་ན་ད་ག་འདའ་དཀའ་སྡུག་ཁྲོད་ནས་གནས་པའི་བོད་མི་རིགས་གཟིགས་རུ་བ་འོ་དེ་ནང་གི་ཨན་ཆད་དུ་བསྒྲགས་པའི་འབོད་སྒྲ་འོ་ད་དེ་འདྲ་ཞིག་ལ་གོ་ན་འགྲིག་གི་འོ་དེ་གིས་ད་ག་སང་ང་ཚོ་ལེའུ་བརྒྱད་པ་དེའི་དུག་ཤད་ཅེས་རོབ་ཙི་ཀློག་ཚན་པ་བྱས། ད་ག་ཚང་འདི་གི་བརྗོད་དོན་སྙིང་པོ་དེ་ག་རེ་རེད་ཟེར་ན། ཨ་ནི་ལེའུ་བརྒྱད་པ་དེ་ཨ་ནི་ང་ཚོ་རྒྱབ་བརྟེན་ཚ་ཡུལ་ཧི་བ་ཅི་རིགས་ཟེར་དེ་ད་འདི་རྒྱ་རུ་མ་བྱེད་གི་ག་བ་གསུང་གི་ཡོད་རེད་ཟེར་ན། ཨ་ནི་རྒྱལ་སྤྱིའི་སྤྱི་ཚོགས་རུ་བ་འོ་དེ་ཡིན་དུས་ཨ་ནི་ཅིག་དང་པོ་དེ་ཡོ་རོབ་མཉམ་འབྲེལ་རྒྱ་མཚོའི་ཁ་ཚ་ཡོ་རོབ་གྲོས་ཚོགས་ལ་སོགས་པའི་རྒྱལ་སྤྱིའི་སྤྱི་ཚོགས་ཁག་ལ་ཨ་ནི་འབྲེལ་ལམ་ནང་རེད་གནས་ཚུལ་དེ་ག་ནས་ལོས་གི་ཡོད་རེད་བྱས་ཙང་ག་ཚང་དེ་ག་ལས་བྱོས་མིན་ཞི་བ་བྱས་རྗེས་དེ་རེད་ད་དེ་གནང་དགོས་ཡག་གི་རྒྱབ་ལྗོངས་དེ་ད་རྒྱ་ནག་ལས་དེ་འབྲེལ་མཐུད་མང་པོ་ཞིག་གནང་རེད་ཁར་སི་མཐའ་མ་དེ་ལ་ཧ་ནི་འབྲེལ་བ་དེ་ཁར་སི་བར་གང་ད་ཐུགས་དགོངས་ནང་དང་མ་འགྲུབ་པ་འོ་དེ་འདྲའི་དབང་གིས་ད་རྒྱལ་སྤྱིའི་སྤྱི་ཚོགས་ལ་བོད་དོན་ཐར་བའི་དུག་སེལ་བྱས་གནང་ཡས་ཚིར་བ་འོ་དེ་བྱས་ད་དེ་རིང་ལེའུ་དགུ་པ་དེ་ག་རེ་རེད་སི་དུས་ཙང་ནས་ཨ་ནི་ད། ག་སོགས་རེད། ང་ཚོ་ཐའེ་ཝན་གྱི་དོན་རྐྱེན་གྱི་རྗེས་ཟེར་དེ་རེད། ཡང་འདི་ལྟར་ཐའེ་ཝན་གྱི་དོན་རྐྱེན་ཟེར་རྒྱུའི་གྱོ་གུ་གི་འོ་དེ་གི་དོན་རྐྱེན་དེ་གི་ཨ་ནི་ཡང་བོད་པའི་གནས་ཚུལ་དང་འབྲེལ་བ་ལྟ་དེ་གི་རྒྱལ་སྤྱིའི་སྤྱི་ཚོགས་དང་འབྲེལ་བ་གང་ལྟ་ཡང་ཡང་དེ་གི་ཤུགས་རྐྱེན་འགྲོ་ཆེད་ག་རེ་ག་རེ་ཐེ་མེ་ལ་སོགས་པ་འོ་དེ་འདྲས་གང་ནི་སྟེར་གི་ཡོད་པ་གནས་སྟངས་འདི་རེད། འོ་དེ་ཡིན་དུས་ད་དེ་རིང་འདི་ནས་མ་བུ་ཚོ་ཞིག་ཡང་ལོག་ཆོག་པ་ཅིག་བྱས་ཅེས་ཞུ་ཡིན་འདུག་ངོ་ལེའུ་དགུ་པ་འདི་ཨ་ནི་ཐའེ་ཝན་གྱི་དོན་རྐྱེན་བྱུང་རྗེས་བཤད། ད། ད་ལན་གྱི་ཨ་ནི་ག་སོགས་རེད། ཐེངས་ཡས་མས་ཀྱི་དོན་རྐྱེན་དེ་ད་ག་ཚང་བྱུང་བ་དེ་གི་གནས་ཚུལ་དེ་ག་ཚང་རྒྱ་གར་རིན་པོ་ཆེས་རོབ་ཙེ་གསུངས་བ་རེད། ཨ་ནི་དེ་ཡིན་པ་ཡིན་ན་དེ་གི་ཤུགས་རྐྱེན་དེ་ཤར་ཡུ་རོབ་ལས་བྱུང་བ་ནང་བདག་གི་ཤུགས་རྐྱེན་དེ་ཐེབས་ཡོད་མ་རེད། དེ་གཉིས་ཀྱི་མ་འདྲ་བའི་རྒྱབ་ལྗོངས་དེ་ག་རེ་ཡོད་རེད་ཟེར་ན། ཤབ་ཡུ་རོབ་ལས་ཆ་བཞག་ན། མི་མང་ཁྱོན་ཡོངས་ཀྱིས་ཨ་ནི་གཅིག་སྒྲིལ་རང་བཞིན་གྱི་སྒོ་ནས་ཡར་ལངས་པ་བྱེད་ན་རྒྱ་ནག་ལས་དེ་ལྟ་བུ་གྱི་སྤྱི་བཏང་གྲོང་ཁྱེར་ཆེན་པོ་མང་པོ་ཅིག་ལ་གྱེན་ལངས་ཏེ་ཨ་ནེ་ངོ་ག་སོགས་ར་ད་མང་གཙོའི་ལས་འགུལ་དེ་ཤུགས་ཆེན་པོ་བྱུང་བ་ཡིན་ན་ལས་མི་རིགས་ཁྱོན་ཡོངས་ཀྱི་མི་འབོར་ཁྱོན་ཡོངས་ཀྱི་ནུས་པ་ཇི་ཏོན་མེད་དུས་གང་ལྟ་ཡང་མར་ཤོག་དེ་ལྟ་ཐུགས་ཆེ་བྱས་འཚོ་གནས་ཐུབ་པའི་གནས་སྟངས་དེ་ཆེད་དེའི་ཁ་ལ་གོ་དུ་དམག་མི་བེད་སྤྱོད་བཏང་ཡས་དེ་ཤུགས་ཆེན་པོ་ཡོད་དུས་འོ་ཐུགས་ཆེ་བྱས་དོན་རྐྱེན་དེའི་འོག་ནས་ད

རྒྱ་ནག་གི་སྤྱི་ཚོགས་ནང་ལོགས་ལྷག་པར་དུ་རྒྱ་ནག་གི་ཤེས་ལྡན་མི་སྣ་མང་པོ་ཞིག་དང་དག་སྣང་བཞིན་པད་དཀར་སོགས་རྒྱ་ནག་ལ་ད་མ་གཏོགས་གཞུང་གིས་སྣེ་འཛིར་བྱས་པའི་རྗེས་ལ་བཙན་བྱོལ་ལས་བསད་པའི་ད་ང་ཚོ་དམངས་གཙོ་དོན་གཉེར་བ་མང་པོ་ཅིག་གིས་ག་རེ་ཆགས་པ་རེད་ཟེར་དུས་བོད་པའི་གནས་ཚུལ་ལ་བོད་པའི་དཀའ་སྡུག་ལ་ལྟ་སྟངས་དེ་བཟང་ཕྱོགས་ཟེར་ཡག་ཤོས་ཡང་མེད་ན། བཟང་ཕྱོགས་ཀྱི་ལྟ་བ་ཞིག་ལ་འགྲོ་ཡག་གོ་དེ་གཙོ་བོ་ཡང་ཤུགས་རྐྱེན་དམ་པོ་དེ་རེད་ཟེར་བྱས་ཨེ་འོ་དེ་རེད། དེ་ཡང་ཨ་ནི་ཆིག་སྟོང་དགུ་བརྒྱ་གྱ་བཅུ་གྱ་དགུ་རྗེས་ཀྱི་ལོ་ཤས་ཀྱི་ནང་ལ་ངས་ཨ་ནི་ག་རེ་གསུངས་པ་རེད་རྒྱ་ནག་ལ་མང་གཙོའི་སྤྱི་ཚོགས་ཀྱི་མང་གཙོའི་སྤྱི་ཚོགས་རང་རེད་མང་གཙོའི་ལས་འགུལ་ནང་ལོགས་ལ་འཛུལ་ཞུགས་གཞན་ཕན་གྱི་དམངས་གཙོ་དོན་གཉེར་བ་མང་པོ་ཞིག་ཕྱི་རྒྱལ་ལས་བྲོས་ཡོད་པར་བའོ། དེ་འདྲའི་གི་མི་སྣ་མང་པོ་ཅིག་ཡང་ཐུག་འཕྲད་བྱས་པ་ཡིན། ད་ཐུག་འཕྲད་བྱས་པའི་ཡུལ་ཆགས་པ་ཡིན་ན་ཕ་རིས། ལོན་ཏོན། སུའི་ཙེར་ལན། ཇོར་མན་ནི། ཨ་རི། ཁན་ན་ར། ཨོས་ཏྲོ་ལི་ཡ། ཇི་ཡ་པན་ལ་སོགས་པ་དེ་ཚོའི་ནང་ལོགས་ལ་རྒྱ་མི་དེ་རིགས་ཐུག་པ་ཡིན། བྱས་བྱས་བྱས་རེད་ཁྱོར་མོ་བྱས། འོ། ཐན་མན་གི་ག་སོང་བ་རེད་མ་གས། ཐང་ཆེན་ལ་ངོ་རྒོལ་བྱེད་ཀྱི་མཁན་གྱི་ཨ་ནི་དམིགས་བསལ་གྱི་ད་གལ་ཆེན་མི་སྣ་རུ་བ། ཁོ་ཚོས་ཨ་ནི་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་ཆ་དགུའི་ལོ་ལ་ཨ་ནི་རྒྱ་ནག་གི་དེ་ད FDC Federation for Democratic China ཨ་ནི་རྒྱ་ནག་ལ་དམངས་གཙོ་དགོས་པའི་ཚོགས་པ་སེར་སྨད་འགྲོ་འོ་དེ་འདྲས་ཀྱི་ཚོགས་པ་བཙུགས་མཁན་དེ་འདྲས་ཀྱི་བྱས་རྗེས་ཁོ་ཚོས་ཚོགས་པ་ཅི་ཡང་བཙུགས་པ་རེད།

བྱུང། འོ་ད་དེའི་ནང་ནས་ད་དོན་གཉེར་བ་དེ་དག་གི་ནང་ནས་རྒྱལ་བ་རིན་པོ་ཆེ་ལས་རྗེས་དྲན་གནང་མཁན་གྱི་གཅིག་དེ་ག་རེ་རེད་ཟེར་ན། ཡན་ཡན་ཅཱ་ཆི་ཟེར་ཡང་ཞིག་འདུག་བྱས་ཙང་ཁོ་རང་ཐེངས་མ་གཅིག་ག་རེ་ཆགས་ཀྱི་ཡོད་རེད་ཟེར་ན། ཀྲའོ་ཙེ་ཡང་གི་ཆབ་སྲིད་སློབ་སྟོན་པ་དེ་སྔོན་བྱེད་མྱོང་ཡོད་རེད། རྗེས་ལ་ཨ་ནི་རྒྱ་ནག་ལས་དམངས་གཙོ་རྒྱབ་སྐྱོར་བྱེད་མཁན་གྱི་དམངས་གཙོའི་ལས་ཁུངས་ལ་རྒྱབ་སྐྱོར་བྱེད་མཁན་མི་གལ་ཆེན་ཆགས་བསྡད་ཡོད་རེད། དང་པོ་ཁོང་ཡང་མཇལ་འཕྲད་གནང་པ་ཆེས་ཆེ། ངས་ཁོ་ཚོའི་བློ་སྟོབས་དང་རྒྱ་ནག་ནང་ལོགས་ལ་མང་གཙོའི་གནས་བབ་དེ་གོང་མཐོར་གཏང་ཡས་ལ་མང་གཙོའི་གནས་བབ་གོང་མཐོར་གཏང་ཡས་ཟེར་མཁན་ཤོག་མང་གཙོ་ཡོང་ཡས་ལ་ལས་འགུལ་སྤེལ་བའི་བློ་སྟོབས་དང་ཆོད་སེམས་དེ་ལ་ངས་བསྟོད་བསྔགས་ཞུས་པ་ཡིན། འོ་ད་རྒྱ་ནག་གི་མི་འབོར་གྱི་ཆ་ནས་བཤད་པ་ཡིན་ན་ཨ་ནི་ག་རེ་བྱེད་ཟེར་ན་ཨ་ནི་ད་ད་ནས་དམངས་གཙོའི་རྒྱ་ནག་ལ་དམངས་གཙོའི་ལས་འགུལ་སྤེལ་དེ་ག་རེ་རེད་ཟེར་ན་ཨ་ནི་དོན་དམ་པའི་ག་རེ་སོགས་ར་བསྔགས་པར་འོས་པའི་བྱ་བཟང་ཞིག་རེད། བྱས་ཙང་དེ་འདྲས་ཡིན་དུས་ཁོ་ཚོ་ལ་དོན་དམ་པའི་བྱ་བ་དེ་འདྲ་ཅིག་སྒྲུབ་པར་བྱས་པ་ལ་ཨ་ཨ་ནི་རྒྱུན་མཐུད་རང་བཞིན་འགྱུར་བ་མེད་པའི་ཆོད་སེམས་ཀྱིས་བསྐོར་བ་ཡིས་གལ་སྲིད་ཁོ་ཚོ་དང་ཕུགས་འདུན་འདི་འགྲུབ་དགོས་ན་རེད་བ། ད་ག་ནང་བཞིན་ངས་ཁོ་ཚོ་ལ་ག་རེ་བརྗོད་པ་ཡིན་ཟེར་ན་ང་ཚོའི་རང་དབང་གི་འཐབ་རྩོད་དང་ད་ག་ནང་བཞིན་ང་ཚོའི་ཆེ་མཐོང་ཟེར་ཀྱང་ཆོག་སོ་སོ་གི་ཆོད་སེམས་ཀྱང་ད་ག་ནང་བཞིན་ག་རེ་ཞུས་པ་ཡིན་ཟེར་ན་ཨ་ནི་རྦད་དེ་ང་ཚོའི་ངོས་ནས་ཨ་ནི་དུས་ཡུན་གྱི་ཆ་ནས་ག་ཚོད་འགོར་མིན་ལ་མ་ལྟོས་པར་མུ་མཐུད་ནས་ང་ཚོས་འཐབ་རྩོད་དེ་ལ་འགྱུར་བ་མེད་པར་མདུན་སྐྱོད་བྱེད་ཡ་དེ་ཡིན་ལུགས་འདུག་ཞེས་ཅེས་གསུངས་པ་ཡིན། དེ་དང་ཕྱོགས་མཚུངས་སྐབས་དེ་དུས་ངས་གོ་སྐབས་ཅིག་ལེན་རྗེས་ག་རེ་ཞུས་པ་ཡིན་ཟེར་ན་ང་ཚོའི་ངོས་ནས་ང་ཚོའི་འཐབ་རྩོད་དང་བསྡུར་བ་ཡིན་ན་ང་ཚོས་ག་རེ་བྱས་ཡོད་པ་རེད་ཟེར་ན་ང་ཚོའི་འཐབ་རྩོད་ངོས་ནས་བཤད་ན་ག་རེ་རེད་ཟེར་དུས། རང་བཙན་གཙང་མ་མ་ཡིན་པ་དབུ་མའི་ལམ་གྱི་ཐོག་ནས་དོན་དམ་པའི་འདི། འབད་བརྩོན་རྩོད་ཀྱི་ཡོད་པ་དང་ད་ག་ནང་བཞིན་དེ་བྱས་པའི་ཐོག་ནས་ཨ་ནི་ང་ཚོས་གར་བྱས་པར་ཟེར་ན་སོ་སོ་རང་ཉིད་ཀྱི་མི་རིགས་དེ་འཚོ་གནས་ཐུབ་པ་ཙམ་མ་ཟད་ཨ་ནི་གོང་འཕེལ་ཕྱིན་རྗེས་སོ་སོ་རང་ཉིད་ཀྱི་ཐུན་མོང་མ་ཡིན་པའི་སྐད་ཡིག། རུས་པ། རིག་གཞུང། ཆོས་དེ་ཚོ་ཚང་མ་ཨ་ནི་འཚོ་གནས་ཙམ་མ་ཟད་གོང་འཕེལ་ཡོང་ཡས་ཀྱི་ཆེད་དུ་མིག་མདུན་མཚོན་པའི་དོན་དམ་པའི་རང་སྐྱོང་རྩོད་ཀྱི་ཡོད་པའི་རྒྱུ་མཚན་དེ་ཡང་གསུངས་པ་ཡིན། ད། དེ་དང་ཕྱོགས་མཚུངས་ད་དུང་ཁོ་ཚོ་ལ་དྲན་གསོ་ག་རེ་ཞུས་པ་ཡིན་ཟེར་ན། ཨ་ནི། ང་ཚོའི་ད་ལྟའི་གངས་ལྕོག་བར་འཐབ་རྩོད་དང་བསྡུར་བ་ཡིན་ན། ཁོ་ཚོའི་རྒྱ་ནག་ལའི་མང་གཙོ་གི་འཐབ་རྩོད་སྤེལ་ཡ་དེ་ད་ལྟའི་ཆ་ལ་སྒོར་མོ་བཙུགས་པ་ཙམ་རེད་ཟེར་ང་ཚོ་མི་ལོ་དྲུག་དཀའ་སྡོད་དུས་སུམ་ཅུ་ཞིབ་བཅུ་རེ་འགྲོ་ཚར་བ་རེད་ཕྱིན་ཚར་བ་རེད་དེ་རེད། ཨ་ནི་དུས་ཕྱིས་སུ་རྗེ་བ་རིན་པོ་ཆེ་གི་ཡང་རྒྱལ་དེའི་རྗེས་ལ་ཨ་ནི་རྒྱ་ནག་གི་དམངས་གཙོ་དོན་གཉེར་བ་ཕྱི་ལོག་ལ་ཡོང་མཁན་གསུང་གི་ཡོད་རེད་དེ་འདྲས་ཀྱི་མཐོ་རིམ་བོད་རིགས་ག་ཤེད་ཡང་སྦྱར་བ་ཡིན་སྲིད་དེའི་ནང་ནས་གཅིག་དེ་ཝའི་ཅང་ཧྲན་ལའི་སི་ཏུ་ཁོ་རང་རེད། ཨ་ཁོ་རང་ཡིན་པ་ཡིན་ན། འགྲོ་བ་མིའི་ཐོབ་ཐང་གི་ཐོག་ལ་དམིགས་བསལ་གྱི་ལས་འགུལ་སྤེལ་མཁན་ཞིག་བྱས་རྗེས་མཚན་སྙན་གྲགས་དེ་ཡང་སྐབས་དུས་དུས་གར་བྱུང་བར་ཟེར་ན་དེང་རབས་སྤྱན་སྔ་ཞེས་པའི་རྩོམ་ཡིག་ཅིག་ཞིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་ལོ་ལ་སྤྱན་སྔ་པ་ཟེར་བར་དུས་རབས་སྤྱན་སྔ་པ་ཟེར་གྱི་མེད་འགྲོ The Fifth Modernization ཞེས་སོགས་ད་ལྟའི་ཐ་སྙད་དེ་ག་རེ་ཟེར་བརྟག་གོ་མེད་པ་ཞིག་འོ་དེ་འདྲས་བྱས་རྗེས་ཁོ་རང་གིས་པེ་ཅིང་གི་འདུག་བྱས་རྗེས་ཁྱང་ལས་དེ་འདྲས་བྲིས་པའི་རྩོམ་ཡིག་བྲིས་རྗེས་དེ་འདྲའི་སྐད་སྒྲ་ཡོད་པའི་མི་སྣ་ཞིག་རེད་ཁོ་རང། གཅིག་དེ། ཧ་རི་ཝུའུ་ལ་ཡིན་ཞིག་འདུག་བྱས་ཙང་ཁོ་རང་ཡིན་པ་ཡིན་ན་ལས་ཨ་ནི་སྐབས་དེ་དུས་ཨ་ནི་རྒྱ་ནག་གི་ནང་ལོགས་ལ་དེང་སང་ཡིན་ན་ཨ་ནི་ངལ་རྩོལ་སྒྱུར་བ་བྱེད་ས་ལ་གོ་རོ་བ་འོ་དེ་འདྲས་ལ་བས་དགུ་ལག་ཟེར་དེ་རེད་བ་བྱས་ཙང་དེ་འདྲས་བས་ངལ་རྩོལ་མནར་གཅོད་བཏང་ཡག་གི་ལམ་ལུགས་དེ་འདྲས་སྐོར་ལ་ཡང་ཁོ་རང་གི་རྒྱ་ནག་གི་ཆེས་ཇུས་ཉེན་དེ་ཚོ་ཆ་ཆོས་ངན་པ་ཕྱིར་འདོན་བྱེད་མཁན་གི་མི་སྣ་གཅིག་ཆགས་ཀྱི་ཡོད་རེད་ཟེར་བྱས། དེ་འདྲའི་དེ་ཚོ་ཡང་ད་གཉིས་དེ་བྱས་རེ་གནང་བ་རེད། བྱས་ཙང་དེ་དུས་དེ་འདི་ནི་ཁོ་རང་གི་རྗེས་མ་དེ་གི་ད་ད་ལྟ་དེ་གར་སེ་ཧ་རི་ཝུ་ཡིན་ན་འདི་གི་ཐ་ན་ང་ལ་ཡང་ཨ་ནི་ཐེངས་མ་ག་ཤེད་ཅིག་རིང་ག་རེ་ལབ་སོང་ཟེར་ན་ཨ་ནི། བོད་པས་དབུ་མའི་ལམ་གྱི་ལམ་ཕྱོགས་དེ་ལ་དགོངས་པ་ཅིག་བཞེས་རྗེས་རང་བཙན་གཙང་མ་རྩོད་དགོས་རེད་ཟེར་བྱས་རྗེས་དེ་འདྲས་ཡང་ལབ་སོང་རྒྱ་བ་རིན་པོ་ཆེར་འདུག་ཟེར་བྱས་རྗེས་རྒྱ་མིས་དེ་ག་ཞུས་སོང། ཨ་ནི་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ལ་གསུངས་པ་ཡང་རེད། ཨ་ནི་ཁ་ལམ་བྷི་ཡ་གཙུག་ལག་བླ་གྲྭ་ཆེན་མོ་ལ་ནེའུ་ཡོག་ལ་སྐབས་དེ་དུས་ཨ་ནི་འགྲོ་བ་མིའི་ཐོབ་ཐང་གི་སྐོར་ལ་ཚོགས་པའི་ཚོགས་འདུ་ཅིག་གི་ས་ལ་ཨ་ནི་རྒྱ་བ་རིན་པོ་ཆེ་དང་རྒྱ་ནག་གི་སྐབས་དེར་ཚན་རིག་པ་ཞིག་ཡིན་པ་འདྲ། འོ་ག་རེ་ཟེར་དགོས་ན་ཧྥང། Feng Li Ti། ཞེས་ཤི་འདུག་བྱས་ཙང། ཁོ་རང་སྐབས་དེ་དུས་བཙན་བྱོལ་ལ་བཞུགས་བསྡད་ཡག་རེད། ཁོང་རྣམ་པ་གཉིས་ཡང་སྐབས་དེ་དུས་རྒྱ་གར་མོ་ཆེ་ལ་བ་གའི University། ག་ཚར Columbia གཙུག་ལག་བསླབ་གྲྭ་ལ་ཁོ་གཉིས་མཇལ་འཕྲད་གནང་ཡའི་གོ་སྐབས་ཤིག་བྱུང་སོང།

རྒྱབ་སྐྱོར་བྱེད་ཀྱི་ཡོད་པའི་ཡི་གེ་དེ་འདྲ་ཏེང་ཞའོ་ཕིང་ལ་བཏང་བས་དེ་འདྲ་བྱུང་བ་རེད། ད་ག་ནང་བཞིན་སྐབས་དེ་དུས་ཁོ་རང་གིས་ག་རེ་རེད་ཟེར་ན། ཧྲང་ཧའེ་གྲོང་ཁྱེར་ལ་གོམ་བགྲོད་བཅས་བྱས་བས་གནད་སྒྲིག་བྱས་པའི་གནས་སྟངས་དེ་འདྲ་ཞིག་ཡོད་པ་འདྲ། ཨོ་དེ་འདྲ་རེད་བཤད་བྱས་དེ་བྱས། འོ་ད་དེ་སྐབས་དེ་དུས་ད་རྒྱ་ནག་གི་འགོ་ཁྲིད་ཤེས་ལྡན་མི་སྣ་དེ་ཚོ་དང་ད་ག་ནང་བཞིན་པའི་ཨ་ནི་བོད་ཕྱི་ལོགས་བོད་རང་རེད་རྒྱ་ནག་ཕྱི་ལོགས་ནི་དོན་ཅི་ད་ག་ད་ཐེན་མེན་གི་དོན་རྒྱལ་གི་རྗེས་ནས་རྒྱ་ནག་ཕྱི་ལོགས་ལ་ཡོང་མཁན་གི་སློབ་ཕྲུག་མང་པོ་ཞིག་ཡ་ག་རེ་རེད་ཟེར་ན་རང་དབང་དང་སོ་སོའི་ཆེ་མཐོང་ཨ་ནི་རྒྱ་ནག་ལས་འགྲོ་བ་མི་ཐོབ་ཐང་རྩོད་བསྡད་གི་ཡ་རེད། འོ་ད་དེ་ཡིན་དུས

ནི་འདི་ཚོ་ལ་རྒྱ་ནག་གཞུང་གིས་ག་རེ་ལབ་མིན་ལ་མ་ལྟོས་པར་དོན་དམ་པའི་ག་རེ་ཆགས་ཀྱི་ཡོད་ཟེར་ན་རྒྱ་ནག་མི་རིགས་ཀྱི་མ་འོངས་པའི་རྒྱ་ནག་དང་ད་སྔ་ནང་བཞིན་རྒྱལ་སྤྱིའི་སྡིངས་ཆའི་སྒང་ལ་རྒྱ་ནག་གི་གནས་བབ་ཐད་ལ་དོན་དམ་པའི་སེམས་ཁུར་བྱེད་མཁན་གྱི་དོན་དམ་པའི་རྒྱལ་གཅེས་པ་ཆགས་བསྡད་ཀྱི་ཡོད་རེད་སེམས་མི་རིགས་གཅེས་ཏེ། འོ་དེར། ཨང། དེ་འདྲ་ཡིན་དུས་ངས་རྒྱུན་དུ་ག་རེ་རེད་ཟེར་ན་ན། ག་རེ་གསུང་གི་ཡོད་ཟེར་ན་ང་ཚོའི་འཐབ་རྩོད་ཀྱི་རྒྱ་མི་རིགས་ལས་མེད། དེ་བས་ག་རེ་རེད་ཟེར་ན་ཨ་ནི། བོད་མི་རིགས་ཀྱི་ཨ་ནི་ཐོབ་ཐང་དང་ཨ་ནི་གདུག་རྩུབ་ཅན་གྱི་ཡང་མེད་ན། སྡུག་སྦྱོང་བཏང་མཁན་གྱི་སྲིད་གཞུང་དེ་ལ་ཡང་ངོ་རྒོལ་རྒྱག་གི་ཡོད་ཟེར་བཤད་བྱས་དེ་ཤི་གི་ཡོད་རེད་མ་གཏོགས་ཨ་ནི་རྒྱ་མི་རིགས་ལ་ང་ཚོ་ངོ་བོ་རྒྱག་གི་ཡོད་མ་རེད་ཅེས་བཅས་ཏེ་གསུངས་ཡོད། བྱས་ཙང་དེ་འདྲ་ཡིན་དུས་རྒྱུ་མཚན་རང་བཞིན་གྱི་སྒོ་ནས་ད་ག་རེ་རེད་ཟེར་དུས་ཙང་ནས་ངའི་ངོས་ནས་བཤད་ན་ཨ་ནི་རྒྱ་ནག་དམར་ཤོག་གི་ཚོགས་པས་མནར་གཅོད་བཏང་པའི་མི་གཞན་པ་སུ་འདྲ་ཞིག་ཡིན་པ་ཡིན་ན་རྒྱ་ནག་རྒྱ་མི་ནང་སོག་རུ་བ་ཡུ་གུར་མི་རིགས་འོ་ད་སུ་འདྲ་ཅིག་ཡིན་ན་དེ་ཚོ་ཚང་མ་ལ་སེམས་གཏིང་ནས་གདུང་སེམས་མཉམ་སྐྱེ་ཡོད། ཨ་ངས་ཨ་ནི་རྒྱ་ནག་ནང་ལོག་ནི་ཚུར་ད་བཟོད་པའི་སྐོར་བཙན་བྱོལ་ལས་ཡོང་པའི་ཡུ་གུར་གི་མི་མང་པོ་ཡང་ཐུག་པ་ཡིན། དེའི་ནང་ནས་ད་མངོན་གསལ་དོད་ཤོས་ཅིག་ཨི་ས་ཨལ་ཁ་སའི་ཨལ་ཏིའུ་ཁིན་ཞེས་ཅིག་འདུག་ཨ་ནི་ཁོང་རང་གི་བུ

ལངས་ཕྱོགས་ཟེར་ཀྱང་ཆོག་མདོར་ན་འཚེ་མེད་ཞི་བའི་ཐོག་ནས་སོ་སོ་གི་རང་དབང་དང། འདི་ཞིག་ཞིག་བས་ཏེ་གལ་ཆེན་པོ་ཞིག་དང། ཨ་ནི། ད་དུང་རྒྱལ་བ་རིན་པོ་ཆེས་ག་རེ་གསུང་གི་ཡོད་ཟེར་ན། རྒྱལ་བ་རིན་པོ་ཆེ་གི་ངོས་ནས་ག་རེ་ངོས་འཛིན་གནང་གི་ཡོད་ཡིད་ཆེས་དང་མ་སོགས་གནང་གི་ཡོད་ཟེར་ན། ཨ་ནི། ག་སོགས་རེད། འཚེ་མེད་ཞི་བ་ཁོ་ནའི་ཐོག་ནས། གཅིག་བྱས་གཉིས་བསྡད་ནས་མི་གཞན་པའི་ཨཱ་ནི་ཡང་དགོས་མཁོ་དང་ཕྱོགས་གཉིས་ཀ་གི་ཨཱ་ནི་དོ་ཁུར་གཞི་རྩ་གཉིས་ཀ་ལ་བསམ་ཤེས་བྱས་པའི་ཐོག་ནས་ཨཱ་ནི་ཕྱོགས་གཉིས་ཀྱི་དཀའ་ངལ་དེ་ཕྱོགས་གཉིས་ཀྱི་རྩོད་གཞི་འོག་ད་ཏི་སེལ་ཡ་དེ་བྱེད་དགོས་ཡ་དེ་གལ་ཆེན་པོ་ཡིན་པ་དེ་གསུང་གི་ཡོད། དེ་ཡིན་དུས་ཕྱོགས་གཉིས་ལ་ཨ་ནི། དེ་ཚོས་ཕྱོགས་གཉིས་ཀྱི་ཁེ་ཕན་ལ་བསམ་བློ་བཏང་བའི་ཐོག་ནས་གསུང་གི་ཡོད་རེད། ཕྱོགས་གཉིས་ཀ་ལ་ཁེ་ཕན་ཡོད་པའི་བསམ་བློ་བཏང་བའི་ཐོག་ནས་བྱ་བ་བྱེད་ཡས་ཏེ། མདོར་ན་ག་རེ་རེད་ཟེར་དུས་ཙང་ནས་ཨ་ནི། ག་སོགས་རེད། བྱེད་ཡས་ཏེ་ད་ག་འདྲ་བྱེད་དགོས་རེད་ཟེར་ན་ཨ་ནི། འཚེ་མེད་ཞི་བའི་ཐབས་ལམ་ལ་བརྟེན་ཅིང་བྱེད་དགོས་ཞིག་རེད། འོག་དང། སྐབས་དུས་དུས་ངས་ཁོ་ཚོ་ལ་ང་ཚོ་བོད་པའི་འཐབ་རྩོད་དང་འབྲེལ་བའི་སྐོར་བཤད་དུས། ངས་ག་རེ། རྒྱལ་སྤྱིའི་སྤྱི་ཚོགས་ལ་ག་རེ་བཤད་ཀྱི་ཡོད་པ་དང་གཅིག་པ་བཤད་ཀྱི་ཡོད་ག་རེ་རེད་ཟེར་ན། ང་ཚོས། ག་རེ་བཤད་ཀྱི་ཡོད་རེད་ཟེར་ན་ངས་ཁོ་ཚོ་རྒྱ་ནག་གི་ངོས་འགྲོ་བ་ཡང་མེད་ན། བོད་པ་ལ་རྒྱབ་སྐྱོར་བྱེད་མཁན་ཡང་རྒྱ་ནག་ལ་རྒྱ་མི་རྒྱ་རིགས་རྒྱ་མི་རྒྱ་རིགས་ལ་ངོ་རྒོལ་རྒྱག་མཁན་ཞིག་དང་བོད་རིགས་ལ་རྒྱབ་སྐྱོར་བྱེད་མཁན་ཡིན་པ་ཡིན་ན་ག་རེ་རེད་ཟེར་ན། བོད་པའི་རང་དབང་དང་བདེན་པ་ལ་རྒྱབ་སྐྱོར་བྱེད་མཁན་ཞིག་ལ་ཡང་དོགས་བྱས་རྗེས་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་ད་ང་ཚོ་རྒྱབ་སྐྱོར་གནང་མཁན་སུ་འདྲ་ཞིག་ཡིན་ན་འོ་དོགས་བྱས་རྗེས་གསུངས་ཡོད། ད་ནི་ཟླ་ཆིག་སྟོང་དགུ་བརྒྱ་གྱ་བཅུ་གྱ་དགུ་ལོ་ལ་གྱ་དགུ་གྱ་དགུའི་ཟླ་བ་བཅུ་པ་བཅུ་པའི་ནང་ལ་ང་ལ་ཨ་ནི་འཛམ་གླིང་གི་ཞི་བདེའི་གཟེངས་རྟགས་གནང་བའི་གནང་བ་རེད་ཟེར་བ་འོ་དེ་དང་དེ་གི་རྗེས་ལ་ཨ་ནི་གར་བྱས་པ་རེད་ཟེར་ན་བོད་པའི་གནས་ཚུལ་དེ་ཨ་ནི་བ་གས་གར་སོ་གར་ཨོ་སི་ལོ་ལ་ད་དེ་མཛད་སྒོ་ཚོགས་པར་བ་ཨོ་སི་ལོ་སི་ཏུའི་ནོར་བྷེ་ལ

འཐབ་རྩོད་ཀྱི་ཐོག་ནས་སོ་སོ་རང་ཉིད་ཀྱི་རང་དབང་དང་ཆེ་མཐོང་བརྩོན་ལེན་བྱེད་ཡད་ཀྱི་ཐབས་ལམ་དེ་གཟིགས་ཀྱང་ཆོག་ལངས་ཕྱོགས་དེ་ལ་ཡ་ཨ་ནི་ག་རེ་རེད་སྲིད་དོན་ཆ་ནས་ངོས་འཛིན་ཡག་པོ་ཞིག་གལ་ཆེན་ཞིག་བྱས་པ་དེ་ངོས་འཛིན་གནང་རྗེས་དེར་ཞུགས་པ་རེད། ང་རང་སྒེར་ངོས་ནས་བཤད་པ་ཡིན་ན། སྐབས་དེ་དུས་ཀྱི་ཐུགས་ལ་ཨ་ནི་ཐུགས་ཚོར་ཆེ་ཤོས་དེ་ག་རེ་རེད་ཟེར་ན། སྐབས་དེ་དུས་ཨ་ནི་བོད་རིགས་མང་པོ་ཅིག་གིས་ཨ་ནི་དགའ་བདེའི་རྣམ་པ་དེ་དང། ཨ་ནི་སྤྲོ་སྣང་གི་གདོང་གདོང་གདོང་གདོང་པའི་འཛུམ་མདངས་མཐོང་ཡ། དེ་དང་དག་ནང་བཞིན་ད་རྒྱལ་སྤྱིའི་སྤྱི་ཚོགས་ལ་ཡོད་པའི་བོད་པའི་རྒྱབ་སྐྱོར་བ་རྣམ་པ་ཚོ་གིས་ད་ག་རེ་ཟེར་ན། དུས་ཡུན་མང་པོ་གཅིག་ལ་བོད་པའི་ཕྱོགས་ལ་དཀའ་ལས་རྒྱག་མཁན་གྱི་ཁོ་ཚོའི་སེམས་ནང་གི་འཛུམ་མདངས་འདི་ཚོ་མཐོང་ཡོང་དུས་ད་འདི་དགའ་དགོས་ཡག་གི་གནས་སྟངས་འདི་འདྲ་ཞིག་ཆགས་ན་ཐུགས་རིང་པོ་དེ་བྱུང། འོ་ད་ད་བར་ལ་ད་ལྟའི་ཆ་ལ་ཡང་ངས་སྐབས་དུས་དུས་ཨ་ནི། ད་སྐབས་དུས་དུས་ཀྱི་མཛད་སྒོ་ལ་བཅར་མཁན་གྱི་མི་མང་པོ་ཞིག་གིས་ཨ་ནི། ག་རེ་བཟོ་བར་བས་འཛུམ་མདངས་དང། ཁོ་ཚོ་གི་དགའ་བདེའི་རྣམ་པ་དེ་ད་དུང་ཡང་སྐབས་དེ་དུས་དྲན་གྱི་འདུག་ཟླ་དེའི་ཞག་འོ་དོད་བྱས། སྐབས་དེ་དུས་ངས་གོ་སྐབས་དེ་ལེན་རྗེས། ཨ་ནི། ཁོ་ཚོ་ང་ཚོ་རྒྱབ་སྐྱོར་བྱེད་མཁན་མི་མང་པོ་ཅིག་ལ་ཡ། བའི། ག་ཚོགས་རེད། མདུན་རང་ནས་ཐུགས་རྗེ་ཆེ་ཞེས་ཞེས་ཞུས་པར་མ་ཟད། བོད་ནང་ལས་ཡིན་པ་ཡིན་ན་ཡང་ངས་ཤེས་རྟོགས་བྱུང་བར་ཞེ་ན་བོད་རིགས་མང་པོ་ཅིག་གིས་ད་རྒྱ་ནག་གི། གང་དང་ཡང་རྦད་དེ། ཞེད་སྣང་སྐུ་ཡེ་དང། གནས་ཚུལ་སྡུག་རུ་འགྲོ་མིན་ལ་བོད་ནང་གི་གནས་སྟངས་སྡུག་རུ་འགྲོ་མིན་ལ་མ་ལྟོས་པར་ཁོ་ཚོས་རྦད་དང་ངས་ང་ལ་དེ། ཁ་སོགས་རེད་ཞི་བདེའི་གཞུང་ཚབ་སྤོ་བའི་སྐབས་ལ་བོད་ནང་ལས་ཨ་ནེ་བས་ཁོ་ཚོས། ཁ་སོགས་རེད་དགའ་བསུ་ཞུས་པ་དང་དེ་འདྲས་སྤྲོ་སྐྱིད་བཏང་བ་གནས་ཚུལ་དེ་འདྲ་ངས་གོ་སོང། དེ་རེད། དེ་ནས་ཆིག་སྟོང་དགུ་བརྒྱ་དགུ་བཅུ་ཐམ་པའི་ཟླ་བ་དྲུག་པའི་བདུན་པའི་ནང་ལ། རྒྱ་ནག་གི་དམར་ཤོག་ཚོགས་པའི་འགོ་ཁྲིད་ཅང་ཙེ་མིང་དང་ད་ག་ནང་བཞིན་བཅིངས་འགྲོལ་དམག་གི་འགན་འཛིན་གཟིགས་སྐྱོང་མཆོག་ད་ལྟ་དེ General Staff Department ཟེར་གྱི་འདུག་འོ་དེ་གི་ཆི་གྷ་ས་ཆི་ཧའོ་ཏན་ཟེར་དེ་བོད་ལ་ཕྱིན་པ་རེད། དགུ་བཅུ་ཐམ་པའི་ཟླ་བ་བདུན་པ་ལ། སྐབས་དེ་དུས། ད་རྒྱ་ནག་ནང་ལོགས་ལ་བོད་ནང་ལས་བཏང་རྒྱུ་བཏང་འཛིན་བྱེད་མཁན་དེ་རྒྱ་ནག་ནས་བོད་ནང་ལ་བཏང་འཛིན་བྱེད་མཁན་དེ་གར་ཆགས་དགོས་རེད་ཟེར་ན་རྒྱ་མི་དེ་ཅི་རེད་ཁྲག་ཁྲག་ཏུ་བཏང་ཅིག་དྭགས་པོ་ཡོད་པ་ཞིག་དང། ཨ་ནི་ག་རེ་རེད་ཟེར་དུས་ཙང་ནས་སྐབས་དུས་དུས་གོ་ཚོད་སྲིད་ཇུས་དེ་ག་རེ་རེད་ཟེར་ན། ཨ་ནི་མེས་རྒྱལ་ལ་ཨ་སི་གི་ཨར་མེས་རྒྱལ་ལ་ལྷག་བསམ་རྣམ་དག་བྱེད་དགོས་ཡ་གི་སྲིད་ཇུས་དེ་ཨ་ནི་པས་གོ་ཚོད་རྩ་དོན་འདྲ་བོ་དང་ད་ག་ནང་བཞིན་ཨ་ནི་ཁ་བྲལ་ལ་འཐབ་རྩོད་བྱེད་དགོས་རེད་ཟེར་ཡས་དེ་ད། ཞེས་དོ་སྣང་བྱེད་ཀྱི་ཡོད་རེད། ད་ཁ་བྲལ་ཁ་བྲལ་ལ་འཐབ་རྩོད་ཟེར་ཡས་དེ་སུ་ལ་བཤད་ཀྱི་ཡོད་རེད་ཟེར་ན། ང་དང་བཙན་བྱོལ་སྤྱི་ཚོགས་ལ་ལབ་ཀྱི་ཡོད་རེད། འོ་དེ་རེད། ད་དེ་ཡིན་དུས་སྐབས་དེ་དུས་རྒྱ་ནག་གིས་ཡང་སྲིད་ཇུས་ཅི་ཡང་གར་བྱས་ཡོད་པ་རེད་ཟེར་ན། རྦད་དེ་རྒྱ་མི་མང་པོ་ཅིག་བོད་ལ་གནས་སྤོས་བྱས་ཡས་དེ་ལ་ཡང་མིག་འཕྲིལ་གྱི་གོ་གནས་དེ་འདྲ་ཁ་ཚ་དཔོད་ཡས་ལ་མཐུན་རྐྱེན་དང་མཐུན་སྒྲིལ་སྤྲད་པའི་གནས་སྟངས་དེ་རེད།

བོད་ནང་ནས་དེ་ལྟ་བུ་པའི་སྲིད་བྱུས་དྲག་པོ་འགྲོ་བཞིན་པའི་སྐབས་དེ་དང། དེ་ད་གཅིག་ནས་གནས་ཚུལ་དྲག་པོ་འགྲོ་གི་ཡོད་པ་གང་ཞིག་ལ་དེ་ཡིད་སྐྱོ་བ་ཞིག་དང་གཅིག་དེ་ག་རེ་རེད་ཟེར་ན་གནས་ཚུལ་གཅིག་འཛམ་གླིང་ཁྱོན་ཡོངས་ལ་ཡང་ག་འདྲ་འགྲོ་གི་ཡོད་པའི་གནས་ཚུལ་དེ་ཡང་བལྟས་ཡོང་དུས་དེ་ང་ཚོ་དེ་གཅིག་ང་ཚོའི་བོད་ནང་གི་གནས་སྟངས་དེ་ཡིད་སྐྱོ་བའི་གནས་སྟངས་དེ་འདྲ་རེད། ག་རེ་རེད་ཟེར་ན། དུས་ཡུན་འདི་ད་དགུ་བཅུ་གོ་གྲངས་ཀྱི་དུས་ཡུན་དེ་སྐབས་དེ་དུས་རྒྱལ་སྤྱིའི་སྤྱི་ཚོགས་ནང་ལ་དམངས་གཙོའི་རྦ་རླབས། དམངས་གཙོ་རང་རེད་རང་དབང་གི་རྦ་རླབས་དང་མ་སོང་ན་འཁྲུག་ཅེས་འཁྲུག་བཞིན་པའི་སྐབས་དེ་རེད། དེ་ཡིན་དུས་སྐབས་དེ་དུས་ག་རེ་བྱུང་ཡོད་ཟེར་ན་ཆིག་སྟོང་དགུ་བརྒྱ་གྱ་བཞི་གྱ་དྲུག་ལོ་ལ་ཕི་ལི་པིན་ལ། གཅིག་དུས་སྲིད་དབང་སྒེར་གཅོད་པས་ལམ་ལུགས་དེ་མཇུག་རྫོགས་ཡ་གཅིག་དང་ཕྱིས་ལིའི་ནང་ལོགས་ལ་དགུ་བཅུ་ཐམ་པའི་ལོ་ལ་ཁོ་གཉིས་ཀ་གོམ་ཆིངས་ལོག་ཅན་སྲིད་དབང་སྒེར་གཅོད་ཀྱི་སྲིད་བྱུས་གཉིས་རྫོགས་པ་རེད། དུས་རིམ་དེ་དེ་དང་རང་དབང་གི་རྦ་རླབས་ཟེར་དུས་ནི་ཁྲུ་བ་གཅིག་རེ་ཡར་ལངས་འགྲོ་གི་ཡོད་རེད། ད་ག་ནང་བཞིན་དགུ་བརྒྱ་བརྒྱུད་བྱར་དགུ་ལོ་ལ་བོར་ལིང་གི་གྱང་ཚིགས་དེ་ཡང

དོན་དམ་པའི་གུ་ཡངས་ཀྱི་སེམས་ལ་བག་ཡངས་བའི་ཚོར་བ་སྤྲད་ཡོད་ཀྱི་དུས་རིམ་ཅིག་དང། ཨ་རི། ཨ་རི་དང་ཨུ་རུ་སུ་བར་ལ་རྡུལ་ཕྲན་མཚོན་བྱེད་ཀྱི་ཁ་གསོ་བར། ཡ་པར་ཡིག་གི་ཚབ་ལ་མྱོང་རུ་བཏང་ཡིན་ག་འདྲ་དེ་འདྲའི་ཀྱི་དུས་རིམ་ཡག་པོ་ཅིག་བྱུང་ཡོད་རེད། དེ་འདྲ་རེད། ཡིན་པ་ཡིན་ན་རྒྱ་ནག་དང། ཨ་ནི་དམིགས་བསལ་གྱི་བོད་ལ། ད། བོད་ངོས་ནས་བཤད་ན་དུས་ཚོད་འདིའི། སྐབས་དེ་ནི་བོད་ལ། ཡང་མ་འདུག་གཞུང་བཏང་ཡག་གི། དུས་རིམ་གསར་པ་ཞིག་མགོ་བཙུགས་བའི་དུས་ཚོད་ཅིག་ཆགས་སོང། ཨ། ངས། ཨ་ནི་རྦད་དེ། རྒྱ་ནག་ལ། ཨ་ནི། ལྷག་བསམ་རྣམ་དག་གི་སྒོ་ནས། ཨ་ནི། ཞི་མོལ་བྱེད་ཡག་གི། ལམ་པ་དེ་ཡང། གཏུགས་བྱས་རྗེས་སྐབས་དེ་དུས་རྒྱ་ནག་གིས་ཁས་ལེན་མ་བྱས་པ་དགའ་སོང། དེ་ཡིན་དུས་ད་རྒྱལ་སྤྱིའི་སྤྱི་ཚོགས་ཁྱོན་ཡོངས་ནས་རྒྱལ་སྤྱིའི་སྤྱི་ཚོགས་ལ་བལྟས་པ་ཡིན་ན་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ཟླ་བ་ལྔ་པའི་ནང་ལ་སྲིད་བར་ད་ཨ་རིག་གི་གྲོས་ཚོགས་ཀྱི་གར་ཆག་བཏང་པ་རེད་ཟེར་ན་ང་ནི་ཡང་གྲོས་ཚོགས་ཀྱི་ཚོར་བ་སྟོན་པའི་གྲོས་འཆར་ཅིག་ད་ཚོར་བ་ཞིག་སྟོན་པ་རེད་བོད་ཀྱི་སྐོར་ལ་དེ་དུས་ག་རེ་ལབ་པ་རེད་ཟེར་ན་བོད་དེ་ཁྲིམས་འགལ་གྱི་ཐོག་ནས་བཙན་འཛུལ་བྱས་པའི་རྒྱལ་ཁབ་ཅིག་ཡིན་པ་མ་ཟད། དེ་སྔོན་ཨ་རི་གཞུང་གིས་ཁས་ལེན་བྱས་པ་ནང་དག་ག་རེ་རེད་ཟེར་ན་བོད་ནང་ལོགས་ལ་ཟིན་པའི་སྲིད་བྱུས་དེ་བོད་ལ་ཟིན་པའི་སྲིད་བྱུས་དེ་གཅིག་པ་འོ་དེ་ཡང་ག་རེ་རེད་ཟེར་དུས་ཟ་ནས་ཆིག་སྟོང་དགུ་བརྒྱ་དྲུག་ཅུ་རག་གཅིག་ལོར་ལ་ཨ་རི་གི་མཉམ་འབྲེལ་རྒྱལ་ཚོགས་ལས་བཤད་པའི་སྲིད་བྱུས་ཤིག་ཡོད་པ་འདྲ། འོ་དེ་ཡང་དེ་ནང་ད་དེ་ལ་ལངས་ཕྱོགས་བསྐྱར་ལྡན་བྱས་པའི་དེ་རེད། དེ་ག་རེ་ལབ་ཡོད་རེད་ཟེར་ན་དྲུག་ཅུ་རག་གཅིག་ལ་ག་རེ་ལབ་ཡོད་ཟེར་ན། ཨ་རིག་གིས་ག་རེ་ངོས་འཛིན་བྱེད་ཀྱི་ཡོད་རེད་ཟེར་དུས་དམིགས་ཡུལ་དེ་ཨ་ནི་འགྲོ་བ་མི་གི་བོད་པའི་འགྲོ་བ་མི་གི་ཐོབ་ཐང་དང་ཁོ་ཚོའི་རང་ཐག་རང་གཅོད་ཀྱི་གཞི་རྩའི་ཐོབ་ཐང་དེ་ལ་ཡང་ཨ་ནི

ཞིང་ཆེན་ཁག་ལ་བཅུག་པའི་བོད་པའི་ས་ཁུལ་ནི། རྒྱལ་སྤྱིའི་ཁྲིམས་ཀྱི་གཞི་འཛིན་གཞི་འཛིན་སོགས་བརྟན་པོའི་འོག་བཙན་བཟུང་བྱས་པའི་རྒྱལ་ཁབ་ཅིག་ཡིན་ཞིང། བོད་མི་རྣམས་ཀྱིས་ངོས་འཛིན་བྱས་པ་ལྟར་དེའི་ངོ་ཚབ་དངོས་ནི་ཏཱ་ལའི་བླ་མ་དང་བཙན་བྱོལ་གཞུང་ཡིན་ཞེས་རྗེས་སྐབས་དེ་དུས་ད་བོད་རིགས་བོད་ས་ཁྱོན་ཡོངས་དེ་གཅིག་གི་རྣམ་པ་དེ་སྐབས་དེ་དུས་སྟོན་པའི་རྣམ་པ་དེ་བྱས། འོ་ད་དེ་འདྲ་ཅིག་མ་གྲགས། དེ་ནས་ད་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན། ད་ཟི་དུས་ལོ་འགའ་ཤས་ཀྱི་རྗེས་ལ། ཨ་རིའི་སྲིད་གཞུང་གིས་གར་ཆག་པ་རེད་ཟེར་ན། བོད་པའི་གནས་འཇུག་གི་སྐོར་ལ་དམིགས་བསལ་གྱི་འབྲེལ་མཐུད་ལས་ཁུངས་ཤིག་བཙུགས་པ་རེད། དེ་ཡང་དེ་འདྲ State Department ཟེར་བ། ཕྱི་སྲིད་ལས་ཁུངས་ནང་ལོགས་ལས་འབྲེལ་མཐུད་བཙུགས་ཡོད་རེད། དེ་རེད།

དེ་འདྲ་ཡིན་དུས་ང་ལ་ཡང། དེ་ལྟར་ལས་ཁུངས་དེ་བཙུགས་པ་ནས་བཟུང་རྗེས་དེ་དང་འབྲེལ་བ་ཡོད་པའི་ཨ་ནི། དཔོན་རིགས་དེ་ཚོ་གཞས་རེ་གནང་ཡའི་གོ་སྐབས་བྱུང་རྒྱལ་བ་རིན་པོ་ཆེ། ད་དེ་ནི་ཨ་ནི་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་གཡས་གཡོན་ནས་ཨ་ནི་དམིགས་བསལ་གྱི་ག་རེ་རེད་ཟེར་དུས་རྒྱ་ནག་གི་བོད་ནང་ལས་རྦད་དེ་གཉའ་གནོན་བཏང་ཡ། འོ་དེ་འདྲས་བྱས་པའི་སྐབས་དེ་ལ་ཡ། ན་ཨན་པེབ་མི་སི་རི་བོད་ནང་གི་གནས་ཚུལ་བསྡུ་རུ་འགྲོ་བའི་སྐབས་དེ་ལ། ཐུགས་ལ། ཐུགས་ཚོར། ཁ་སོགས་ལ་ཐུགས་ཁྲལ་ཞོ་ཞིག་བྱུང། བྱས་ཙང་ལོ་དེ་ལོ་དེ་ལ། ཨ་ནི། ན་སྐབས་སྐབས་དུས་དུས། ཡལ་གཙུག་ལག་ལག་འདྲ་ལ། གཏམ་བཤད་བྱེད་ཅིག་ལ། མགྲོན་པོ་བྱས་སོང། འོ་དེ་རེད། དེ་ལ་ཡང་སྐྱབས། དེ་ཁས་ལེན་བྱེད་ཅེས་ཕེབས་པ་ཡིན། འོ་དེ་ཡིན་དུས། གར་སོ་བར་བས་ད་ལྟའི་ཆ་ལ། ད་ང་ཚོ། འགྱུར་བའི་གནས་ཚུལ་མང་པོ་ཅིག་འགྱུར་བ་འགྲོ་གི་ཡོད་པར་བ། འཛམ་གླིང་ཁྱོན་འདི་ཨ་ནི་འདས་པའི་ལོ་འགའ་ཤས་ཤིག་ནང་ལ་ཧ་ཅང་གི་འཕོ་འགྱུར་ཆེན་པོ་ཡིན་པའི་གནས་སྟངས་ཅིག་དང། དག་སྣང་ཞིང་ཨ་ནི། སྦག་ལན་གྱི་གྱང་རྩིག་བཟོ་བ་ཨུ་རུ་སུ་བས་མི་ལོ་བདུན་ཅུ་གི་རྗེས་ལ་དམར་ཤོག་གི་ག་རེ་སོ་གོ་རེ་དབང་བསྒྱུར་དེ་བཟོ་བ་དེ་གི་མདོར་ན་ག་རེ་བསྟན་པ་རེད་ཟེར་དུས་རྩ་ནས་མི་རིགས་སྤྱི་བཏང་གི་ཨ་ནི་མི་གཞི་རྩའི་མི་གི་འདུན་པ་དང་ཨ་ནི་མི་མང་ཁག་གི་རང་དབང་དམངས་གཙོ་དེ་ཚོ་བྱོས་ཏེ

མི་ས་ཡ་མང་པོས་ཁོ་རང་ཚོ་དེ་སྔོན་ལོ་གྲངས་ལོ་མང་པོ་རིང་བས་ཏེ་མ་ཐོབ་པའི་རང་དབང་དེ་ལོངས་སུ་སྤྱོད་པའི་རྣམ་པ་དེ་ཚོ་གཟིགས་པའི་མྱོང་ཚོར་དེ་བཟུང་བ་ཡིན། སྒོ་ཕྱེ། དམིགས་བསལ་གྱིས་སྐབས་དེ་དུས་ག་སོགས་རེ་ཟུང་ཉེར་གཅིག་ག་རེ་གསུངས་པར་ཟིན་ན་དེ་ལྟ་བུ་གི་རང་དབང་དམངས་གཙོའི་འགྱུར་འགྲོ་དེ་ད་རང་དབང་མེད་པ་ནས་རང་དབང་ཡོད་པའི་རྣམ་པ་ལ་བསྒྱུར་བའི་བརྒྱུད་རིམ་དེ་ག་འདྲས་བྱུང་མེད་དེ་ཡང་ཨ་ནི་ག་རེ་རེད་ཟེར་དུས་ཇག་ནས་རྦད་དེ་དྲག་པོའི་ལམ་ལ་འགྲོ་མ་དགོས་པའི་ཐོག་ནས་དེ་འདྲས་བྱུང་བ་འདི་རྫུས་ཁྲལ་དེ་ཡོག་རུ་མ་བྱེད་ཀི་ང་རེ་གཅིག་གསུངས་པ་ཡིན། འོ་དེ་བྱས། དེ་འདྲ་ཡིན་དུས་ཡང་ནི་ད་རྒྱ་ནག་རྒྱལ་སྤྱིའི་སྤྱི་ཚོགས་ཀྱི་ངོས་ནས་རྒྱ་ནག་ལ་མུ་མཐུད་ནས་འབྲེལ་བ་བྱེད་དགོས་ཡས་དེ་གལ་ཆེ་རང་བཞིན་ཅིག་ལ་བརྩི་དགོས་པ་ནན་བཤད་གནང་པ་དང་སྦྲགས་ངས་ད་དུང་ག་རེ་གསུངས་པ་ཡིན་ཟེར་ན། རྒྱ་ནག་གི་མི་རིགས་ད་གང་ད་ག་རེ་རེད་ཟེར་ན་ཨ་ནི་མི་དང་རྒྱལ་ཁབ་ཚང་མ་ལ་མི་རིགས་མི་རིགས་ཟེར་བ་རེད་ད Digital དང་མི་རིགས་དང་རྒྱལ་ཁབ་ཚང་མ་འབྲེལ་ལམ་བྱེད་པའི་སྐབས་ལ་གཙོ་བོ་དེ་འགྲོ་བ་མིའི་གི

ག་སོགས་རེད། སྤུ་གུ། ལྕགས་གླང་ཞོར་སྐྱོར་དེ་འདྲ་ལྕེ་གླང་ཞོར་བའི་སྤུ་གུ་ནང་དང་གོ། ཁྲིམས་དང་སྒྲིག་གཞི་མ་བཀུར་བའི་རྒྱལ་སྤྱིའི་སྤྱི་ཚོགས་ཀྱི་ཁྲིམས་དང་སྒྲིག་གཞི་མ་བཀུར་བའི་གནས་སྟངས་དེ་འདྲ་བྱས་རྗེས་ད་ང་ཚོ། འགྲོ་བ་མིའི་ཐོབ་ཐང་ལ་སོགས་པའི་རྒྱལ་སྤྱིའི་སྤྱི་ཚོགས་ཀྱི། ཨ་ནི། རྩ་འཛིན་བྱེད་ས་འདི་ཚོ་གཏོར་བཤིག་བཏང་བའི་བྱེད་སྟངས་དེ་འདྲ་བྱས་ན་སྐྱོན་བརྗོད་བྱེད་དགོས་དེ་རེད། བྱས་ཙང་རྒྱ་ནག་དེ་ཚོའི་ཐོག་ལ་འགན་འཁུར་དགོས་ཟེར་གི་རེད་ཅེས་དེ་བཤད། ད་ནང་བཞིན་ཨ་ནི་སྐབས་དེ་དུས་ཨ་ནི་རྒྱ་རོ་མོ་ཆེ་གིས་རྒྱ་ནག་ལ་འབྲེལ་བ་བྱེད་པའི་བརྒྱུད་རིམ་ནང་ལོགས་ལ་གར་བྱུང་བར་ཟིན་ན་ཨ་ནི་བས། གར་བཟོ་བ་རེད། རྒྱ་ནག་གི་ངོས་ནས་ངས་འབད་བརྩོན་བྱས་རྗེས་ད། གྲོས་མོལ་བྱེད་བྱེད་རྒྱུ་འདི་གིས་ཨ་ནི་ཁོ་ཚོས་ཁས་ལེན་མ་བྱས་པ་ལ་བརྟེན་རྗེས་ཨ་ནི་བོད་ནང་གི་བོད་པ་མང་པོ་ཞིག་ཨ་ནི་གང་ལྟར་བློ་ཡིད་མ་རང་བ

འོ་དེ་འདྲ་ཡིན་དུས་རྒྱལ་པོར་འབོད་བྱེད་སྐབས་དེ་དུས་ཐུགས་ལ་དགའ་སོགས་རེད། འོ་དེ་ནས་དེ་འདྲའི་གནས་སྟངས་ཅིག་ལ་ཨ་ནི་གར་ཆགས་ཀྱི་ཡོད་རེད་ཟེར་ན་ཨ་ནི་ཛྭ་དྲག་གི་རང་བཞིན་དེ་བོད་ནང་ལས་མཐོ་རུ་འགྲོ་གི་ཡོད་རེད་གར་ཟེར་ན་རྒྱ་ནག་གི་གནོན་ཤུགས་དེ་ཆེ་རུ་འགྲོ་གི་ཡོད་བ་དེ་ག་ལ་ཨ་ནི་མི་འབོར་རྒྱ་རིགས་མི་འབོར་དེ་ཡང་ཇེ་ཇེ་སྤོས་ཡས་དེ་མང་རུ་འགྲོ་བ་དེ་འདྲས་ཡིན་དུས་བོད་པ་དེ་ཚོ་རྒྱལ་བོད་པའི་སོ་སོའི་ཕ་ཡུལ་ལ་གྲངས་ཉུང་མི་རིགས་ཆགས་པའི་གནས་སྟངས་ཡོང་དུས་ཨ་ནི་དགའ་བའི་རྣམ་པ་དེ་ཤུགས་ཆེ་རུ་བྱས་རྗེས་སྐབས་དེ་དུས་ཡོར་མོ་ཤེ་ད་བྷེ་དེ་ཡང་དྲག་པོའི་ཡོ་ལང་དེ་འདྲ་ཞིག་བྱུང་མ་ཡོང་ངམ་བསམ་པའི་ཐུགས་ཁྲལ་ཡང་ཆེན་པོ་བྱུང། དེ་དུས་འོ་དེ་འདྲ་ཡིན་དུས་ངས་དེ་ལྟ་བུ་གི་རྐྱེན་ཅིག་དེ་ལྟ་བུའི་དྲག་པོའི་ལས་འགུལ་ཅིག་མ་ཡོང་གི་ཆེད་དུ་ག་རེ་ཡིན་ན་བྱེད་ཀྱི་ཡིན་བྱས་རྗེས་ག་ཚོད་ཀ་རེ་དུས་ཐུགས་འདོད་ཡོད་བྱས་རྗེས་གསུངས་པ་ཡིན།

ཨོ། ད་དེ་ཡིན་དུས། ང་གལ་སྲིད་རྒྱ་ནག་ལ་ཞིག་ཕེབས་ཐུབ་པའི་གནས་སྟངས་ཤིག་བྱུང་བ་ཡིན་ན་གང་ལྟར་ཨ་ནི་ག་འདྲ་རེད་ཟེར་ན། རྒྱ་ནག་གི་དཔོན་རིགས་དེ། ངོས་ནས་ཡིན་པ་ཡིན་ན་ཡང། ག་རེ་རེད་ཟེར་དུས་ད་ནི་བོད་པའི་སེམས་གཏིང་གི་རེ་བ་ད་ང་ཚོ་ཡིན་ན་སེམས་བསམ་པའི་གཏིང་སྙིང་རུས་པའི་གཏིང་ཟེར་གི་རུང་པ་དེའི་ནང་གི་རེ་བ་ག་རེ་ཡིན་པ་དོན་དམ་པའི་རེ་བ་འོང་འདི་ཡང་ཨ་ནི་ཧ་གོ་ཡ་ལ་གོ་སྐབས་ཅིག་ཡ་རག་རེད་ཅེས་ཀྱི་དེ་འདྲིས་གསུངས་པ་ཡིན། འོ་ད་ཡིན་པ་ཡིན་ན་ཡང་རྒྱ་ནག་གི་ངོས་ནས་ད་སྐབས་དེ་དུས་རྒྱལ་བ་རིན་པོ་ཆེ་གིས་བཏོན་གནང་པའི་ཞི་བའི་དོན་ཚན་ལྔ་དང་དེའི་རྗེས་ལ་སི་ཏྲ་སི་པག་གིས་ཨ་ནི་དགོངས་འཇགས་དེ་རེ་བ་རྒྱལ་བུ་ཁྱབ་རྒྱ་ལས་བཏོན་པ། ལྟ་ཅིག། རྒྱའུ་ཁྱབ་བརྒྱད་ཅིག་དང་དེ་བརྒྱད་ལ་དགུ་བཅུ་གོ་ཅིག་སྟོན་པས། ད་དེ་ཡིན་དུས་དེ་ལ་རྒྱ་ནག་གི་ངོས་ནས་ཕན་འབྲས་རང་བཞིན་ཟིག་ཀྱང་ཆོག་བཟང་ཕྱོགས་ཀྱི་རྣམ་འགྱུར་དག་མ་སོང་ག་ཡང་མ་སྟོན་དུས་ངས། ག་རེ་གསུངས་པ་ཡིན་ཟེར་ན། ད་ང་ཡང་དེ་སྔོན་གྱི་དོན་ཚན་ལྔ་དང་སི་ཏྲ་སི་པག་གི Proposal Secret Project འདི་གསུམ་དགོངས་འཆར་དེ་ཚོ་ལ། ང་ཡང་དམིགས་བསལ་གཅིག་གོ་ཨེ་ཤེས་ཆགས་ཡོད་མ་རེད་ཟེར་རྒྱ་མི་གིས་གོ། བདག་པོ་མ་བསྐྱབས་དུས། འོ་དེ་འདྲ་རེད། འོ་ད་ག་ནང་བཞིན་ངས་གནད་འགག་གཅིག་ག་རེ་བརྩིས་ཞེས་གསུངས་པ་ཡིན་ཟེར་ན། ང་ཚོའི་ངོས་ནས་བཤད་ན། མུ་མཐུད་ནས་རྒྱ་ནག་ལ་གྲོས་མོལ་བྱེད་རྒྱུའི་ལམ་པ་དེ་ཆད་ཀྱི་ཡོད་ཞེས་གསུངས་པ་ཡིན། ང་ཚོའི་ངོས་ནས་བཤད་ན་ཡིན་དང་ཡིན་ག་རེ་ཟེར་ན། ང་ཚོའི་ངོས་ནས་ག་དུས་ཡིན་པ་ཡིན་ན་རྒྱ་ནག་ལ་འབྲེལ་ལམ་གྱི་བརྒྱུད་ལམ་དེ་འབྲེལ་བ་བྱེད་པའི་བརྒྱུད་ལམ་འདི་སྒོ་མོ་ཕྱེས་རྗེས་བཞག་པ་ཡིན། དེ་ཡིན་དུས་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ཟླ་བ་བཅུ་གཉིས་པའི་སྐབས་ལ། རྒྱ་ནག་གི་དེ་འདྲ་སྲིད་བློན། ལི་ཧྥང། སྐབས་དེ་དུས་ལྡི་ལིར་ཞིག་ཡོང་པ་རེད། ངས་སྐབས་དེ་དུས་ཁོ་རང་ལ་མཇལ་འཕྲད་བྱེད་ཡའི་འབད་བརྩོན་བྱས་པ་ཡིན་པས་ད་དེ་ཚོ་མེད་པ་འདྲ། དེ་ནས། རྗེས་བྱས་དེ་ནས་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ཟླ་བ་དྲུག་པའི་ནང་ལ། ངའི་གཅེན་པོ་རྒྱ་ལོ་དོན་གྲུབ།

བོད་དེ་རང་བཙན་གཙང་མ་ཡིན་པ་དེ་རྦད་དེ་ཡོངས་གྲགས་ཀྱི་ཁ་ཕྱོགས་རེད། ཡང་རང་བཙན་གཙང་པའི་ཁ་ཕྱོགས་རེད་ད་རྩོད་པ་དེ་རྩོད་ཀྱི་མེད་ཟེར་བྱས་ཡོངས་གྲགས་ཀྱི་ལབ་དགོས་ཡས་ཀྱི་ཆ་རྐྱེན་ལས་ཁིར་བྱས་གྲོས་མོལ་བྱེད་ཀྱི་ཡིན། གྲོས་མོལ་བྱས་པ་ཡིན་ན་ཆ་རྐྱེན་དེ་ཡིན་ཟེར་བྱས་དེ་འདྲ་ཅིག་ཡང་སྐྱེ་བོ་རྒྱ་ལོ་དང་པོ་རྒྱུ་བྱས་དེ་འདྲ་ཞིག་སླེབས་སོང། འདི་ད་མཁྱེན་ཚ་བོ་ཅིག་རེད། ག་རེ་རེད་ཟེར་ན་ཨ་ནི་ངས་ཡོངས་གྲགས་ཀྱི་ཐེངས་མ་མང་པོ་ག་རེ་ལབ་བའི་ཟིན་ན་ང་ཚོས་བའི་རང་བཙན་རྩོད་ཀྱི་མེད་ཟེར་ཞེས་ལབ་ཚར་བ་རེད་པས་ད་དུང་དེ་འདྲས་ལབ་པ་རེད། ཡིན་པ་ཡིན་ན་ལས་ཨ་ནི་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ཀྱི་ཟླ་བ་བཅུ་དགུ་པའི་ཚེས་བཅུ་གཅིག་ཉིན་ངས་ཨ་ནི་སྐབས་དེ་དུས་ཏིང་ཞོ་མིང་དང་ཨ་ནི་ཅང་ཙེ་མིང་གཉིས་ཀ་ལ་ཡི་གེ་གཅིག་དང་བཅས་ཨ་ནི། རྦད་དེ། བདུན་པ་ཡོད་པ་ཞིག་བཀའ་མོལ་གནང་ཡོད་ཀི་བདུན་པ་ཡོད་པ་ཞིག་དང་ད་ག་ནང་བཞིན་ཨ་ནི་འདི་གར་བཞུགས་པ་རེད། འདི་ལ་རྒྱབ་བརྙན་གྱི་ཡིག་ཆ་ཞིག་གནང་འགྲོ་པ་འདྲ་དེ་གི། ཨ་ནི་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ནས་བཟུང་སྟེ་རྒྱ་ནག་ལ་འབྲེལ་བ་བྱེད་པའི་ལོ་རྒྱུས་བྱུང་རིམ་ཞིག་ཡོད་པ། འདི་ཚོ་ཡང་གནང་རྗེས་དེ་འདྲ་བྱས་པ་ཡིན། ཨ་ནི་ད་ཡི་གེ་འདི་ཕྱག་བྲིས་ཏེ་རྒྱ་ནག་གི་གཞུང་ཚབ་ལས་སྤྲད་ཅེས་མདོར་ནས་བཤད་ན་དེ་དང་མཉམ་པོ་ད་ང་ཚོ་རྒྱ་ནག་གི་གཞུང་ཚབ་ལ་ཨ་ནི་མ་འོངས་པ་ང་ཚོ་སྐྱེས་ཅིག་ལ་ཡིད་ཆེས་ཡོང་ཡག་གི་ཆེད་དུ་ཨ་ནི་ཟླ་བ་ཟླ་བ་ལས་ཟླ་བ་རེ་རེ་ལ་ཚོགས་འདུ་འཚོགས་ཡག་གི། དགོངས་འཆར་ཞིག་གནང་པ་འདྲ་འོ་དེ་འདྲས་བྱེད་ཡག་གི་བསམ་འཆར་ཅིག་བཤད་རྗེས་དེ་འདྲས་བྱས་པ་རེད། ཡིན་པ་ཡིན་ན་ཡང། ད། ཡི་གེ་དེ། རྒྱ་ནག་གི་དཔོན་རིགས་ལས། འབྱོར་ཡས་ལ་ཟླ་བ་འགའ་ཤས་སྐོར་བྱས་ག་འདྲ། ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་གྱི་ཟླ་བ་དྲུག་པ་ལ་གསུང་དགོས་རེད། ཨ། དེ་ཡིན་དུས་ངའི་སྐུ་ཚབ་དེ་ཚོ་གཞི་ནས་ཡི་གེ་དེ་མི་ཐོག་ལ་སྤྲད་ཡས་ཀྱི་དེ་འདྲས་བྱུང་ཤགས། འོ་ད་ཡི་གེ་འདིའི་གཟུགས་ཀྱི་ཐོག་མིང་འདོགས་ལེགས་བཏང་ཡར་ཟེར་ན་ཅང་ཙེ་མིང་རུལ་བ་འོ་བཏང་བ་བཏང་སྐྱོ་དེ་ངས་ག་རེད་གསུངས་ཡོད་ཟེར་ན་ཨ་ད་ཞི་མོལ་ནི་བོད་རྒྱ་གཉིས་ཀྱི་ཨ་ནི་དཀའ་ངལ་སེལ་ཡས་ཀྱི་ཐབས་ལམ་ཡག་ཤོས་ཞིག་ཡིན་པས་དེ་གསུངས་ཡོད་ཟེར་བྱས་རྗེས་འདི་རེད། འོ། དེ་འདྲ་ཡིན་དུས་སྐབས་དེ་དུས་གར་ཟེར་བ་ན། ད་ང་ངོས་བས་ཡིན་ན་ལས་ད་ལྟ་ཡང་བསྐྱར་ང་ཚོ་བར་ལ་འབྲེལ་ལམ་ཅིག་ཐད་ཀར་བཙུགས་ཐུབ་པ་དེ་དགའ་བོ་བྱུང། རེད་བ། བྱས་ཙང་ཀ་མུ་མཐུད་ནས་ད་འབྲེལ་ལམ་དེ་གའི་རྒྱུད་ཀྱི་ཕན་ཚུན་གཅིག་གཅིག་ལ་གོ་རྟོགས་ཡོང་ཡས་ཅིག་དང་གཅིག་གཅིག་ལ་ཡིད་ཆེས་སྐྱེ་ཡས་ཀྱི་རེ་བ་ཡོད་པ་དེ་ཡིན། བྱས་བྱས་འོ་དེ་བྱས་དེ་དུས། ཨོ་དེ་འདྲ་ཅིག་བྱས། ད་དེ་ཡིན་དུས་ག་རེ་རེད་ཟེར་ན། ག་ས་དེ་བྱས་བྱས། ཞུ། ད་དེ་དུས། ཨོ་ད་ཡང་འཁྲུག་སོང། ཨོ་འདུག་བྱས་བྱས་དེ་འདྲ་རེད། ད་དེ་ཡིན་ད་ཟེར། ཨ་ནི་ཅང་ཙེ་མིང་ལ་ཕྱག་བྲིས་ཤིག་འདུག་བྱས་བྱས་བཏང་པ་དེ་ལ་དེ་འདྲ་ཅིག་ཡིན་པ་འདྲ། ད་ལྟ་དེ་ཏག་ཏག་རེད་ཆགས་བྱས་ཙང་ང་དགའ་པོ་བྱུང་སོང། ག་རེ་རེད་ཟེར་ན་ད་ང་ནི་ང་ཚོ་བར་ལ་མུ་མཐུད་ནས་འབྲེལ་ལམ་དེ་བཙུགས་ཐུབ་པ་དེ་དགའ་པོ་བྱུང་བྱུང་སོང། ཨ་ནི། ག་རེ་རེད་ཟེར་དུས་ད་ནི་ང་ལ་ག་འདྲ་ཞིག་ལབ་གི་འདུག་ཟེར་ན་ད་ད་ལྟ་དེ་ཏིང་གོ་ཆོན་ཟེར་གྱི་འདུག་ཨ་ནི་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ཟླ་བ་དྲུག་པའི་ཚེས་བ་ཉི་ཤུ་གཉིས་ལ་གསུང་གི་ཡང་དག་གྲྭ་བ་དྲུག་པའི་ཚེས་པ་ཉི་ཤུ་ཉིན་ལ་རྒྱལ་ལོ་དོན་གྲུབ་ལ་ལ་ཐུགས་རྗེ་བཀའ་མོལ་བྱུང་བ་དེ་ཞེས་པ་དང་སྐབས་དེ་དུས་ག་རེ་རེད་ཟེར་ན་བོད་པའི་གནད་དོན་དང་འབྲེལ་བའི་སྐོར་ལ་ཞི་ཅིང་ཆེ་ཡག་གི་གནས་ཚུལ་དེ་རྒྱ་ནག་གི་ལངས་ཕྱོགས་དེ་ང་གསུང་སོང། ད་དེ་ཡིན་དུས་ང་སྟེགས་བརྩོད་ག་རེ་བྱུང་སོང་ཟེར་ན་གར་བཟོ་ག་རེ། ལངས་ཕྱོགས་འཁྲིག་པོ་ཡོང་གི་ཅིག་མདོར་ན་རྒྱ་ནག་དེ་ཡང་ཨ་ནི་ཏིང་གོ་ཡན་ཡིན་ན་དེ་གི་ལབ་ཅེས་དམིགས་བསལ་གི་ཁོ་རང་གི་ང་ལ་བའི་ཨ་ནི་སྔོན་འགྲོའི་ཆ་རྐྱེན་ལ་ཨ་ནི་བའི་རང་བཙན་གི་ཆ་རྐྱེན་དེ་ནི་བཏོན་ཡོང་དུས་རང་བཙན་རྩོད་ཀྱི་མེད་ཟེར་དེ་ནི་ག་འདྲ་ཆ་རྐྱེན་ཅིག་བཏོན་རྗེས་ལྟ་བ་ཕྲག་ཏུ་ཟིན་པའི་གནས་སྟངས་ཅིག་བསྟན་རྗེས་བློ་ཕམ་བྱུང་ཟེར་ཡིན་པ་ཡིན་ན་ལས་ངའི་ངོས་ནས་བཤད་ན་ང་ཚོའི་དཀའ་ངལ་དེ་གྲོས་ལམ་གླེང་མོལ་གྱི་ཐོག་ནས་གྲོས་མོལ་གྱི་ཐོག་ནས་གསལ་ཡས་ཅིག་དང་དེ་ཡང་ག་རེ་རེད་ཟེར་ན་གཅིག་གིས་གཅིག་ལ་ལྷག་བསམ་རྣམ་དག་གར་སོང་རེད་ཕྱི་གསལ་ནང་གསལ་གང་དག་སེམས་གཏིང་ནས་སྡུག་གཙང་མ་བྱས་རྗེས་ཨ་ནི་བོད་རྒྱ་གཉིས་ཀྱི་དཀའ་སྙག་སེལ་ཡས་དེ་ཡིད་ཆེས་བྱེད་ཀྱི་ཡོད་ད་དེ་ལྟ་བུ་གི་ལམ་པ་དེ་བཤང་བར་བྱས་པ་ལ་ང་ཚོ་ཕྱོགས་གཉིས་ཀ་གིས་ག་རེ་བྱེད་དགོས་འདུག་ཟེར་ན

དབུས་ཁྲི་དང་རྒྱ་ནག་གི་མི་མང་ཚོས་ག་རེ་བཤད་གོ་རེ་ཟེར་ན། ངས་ད་བར་ལ་དཀའ་ལས་བརྒྱབ་པའི་དམིགས་ཡུལ་ག་རེ་ཡིན་དཀའ་ལས་ག་རེ་བརྒྱབ་ཡོད་མེད་འདི་གསལ་པོ་ཤེས་འོང་འདུག་སེང་ལང་ཕྱོགས་འདི་རེད། ངས་ག་རེ་བྱས་པ་རེད་ཟེར་ན་ངས་སྐུ་ཚབ་གསུམ་བྱས་རྗེས་ཁོ་ཚོས་ཡི་གེ་གཅིག་ཁེལ་ཡོད་རེད། ད་ག་ན་མཉམ་པོ་ང་དང

དེ་ཚོ་གསུངས་ན་ཁོ་ཚོས་ལན་བསྐྱོན་གི་རེད། དེ་ཡིན་དུས་ངའི་རེ་བ་དེ་ག་རེ་རེད་ཟེར་ན། ཨ། དེ་ལྟ་བུ་གི་ད་ལན་ང་ཚོ་སླར་གསོ་བྱུང་བའི་གོ་སྐབས་དེ་བརྒྱུད་ཀྱི། ང་ཚོས་ཡང། མཐའ་མ། གྲོས་མོལ་གྱི་སྒོ་མོ་ཅིག་ལྡེ་མིག་ལྟར་མ་སོང་ནས་ཕྱེ་ཐུབ་ཡས་ཀྱི་རེ་བ་དེ་ཡིན། ད། དེ་འདྲ་བྱས། ངའི་ངོས་ནས་བཤད་ན། ད་ངས། དཀའ་ངལ་ང་ཚོའི་དཀའ་ངལ་སེལ་ཡས་ཀྱི། དགོངས་འཆར་དང་མ་སོང་ན་སོང་ཚར་བ་ཡིན། ད་ལྟའི་ཆ་ལ། ད། རྒྱ་ནག་སྲིད་གཞུང་གི། དོན་དམ་པའི། ཨ་ནི། ང་ད་བོད་དང་རྒྱ་ནག་གི་གནས་ཚུལ་དེ། ག་སོགས་པ་རེད། བོད་དང་རྒྱ་ནག་མི་དམངས་མཉམ་འབྲེལ་གྱི་གཞིའི་ཐོག་ནས་གནས་དགོས་ན། དོན་དམ་པོ་གི། ད་དགོངས་ཚུལ་གྱི་སྐོར་རེད། བྱས་ཙང་དེ་འདྲ་ཡིན་དུས་ངས་ལྷག་བསམ་རྣམ་དག་གི་རེ་བ་ག་རེ་རྒྱག་གི་ཡོད་ཟེར་ན། ཁྱེད་རང་གིས་ལྷག་བསམ་རྣམ་དག་ཅིག་དང་གྲོགས་པོའི་འདུ་ཤེས་ཀྱི་ཐོག་ནས་རེ་ད་གང་ལྟར་ལན་ཅིག་ཡག་པོ་ཞུ་ཡོང་ཡིན་དེ་རེ་བ་སྐྱོང་གི་ཡོད་བྱས་རྗེས་ཨོ་ད་དེ་ག་རེ་བྱ་གི་ཡོད་རེད་ཟེར་ན་ཡོ་རུ་མོ་ཆེ་གིས་ཅང་ཙེ་མིང་ལས་ཁ་ཟས།

བྱས་ཙང་ད་དེ་ནས་དེ་ནས་མཐའ་མ་དེ་ལ་ད་རྒྱ་གར་བ་ཞིག་གི་དེ་ཕྱག་བྲིས་དེ་ནང་ལ་ག་རེ་ཡོད་རེད་ཟེར་ན་དེ་འདྲ་བྱས་པ་ལ་དེ་ནི་རོབ་རྩིས་པ་ཡིན། གལ་ཏེ་རྒྱ་ནག་གིས་བོད་རྒྱ་ནག་དང་མཉམ་དུ་གནས་འདོད་ཡོད་ན་རྒྱ་ནག་གིས་དེའི་ཆེད་དུ་མཁོ་བའི་ཆ་རྐྱེན་རྣམས་བསྐྲུན་དགོས་ཀྱི་རེད། ད་ལྟ་བོད་དང་རྒྱ་ནག་མཛའ་མཐུན་གྱི་ངང་ནས་མཉམ་དུ་འཚོ་བའི་ལམ་སྟོན་རྒྱ་ནག་གིས་སྟོན་དགོས་པའི་དུས་ལ་སླེབས་ཡོད་པ་རེད། བོད་ཀྱི་གཞི་རྩའི་གནས་སྟངས་དང་འབྲེལ་བའི་གོམ་པ་རིམ་བཞིན་འཆར་གཞི་ཞིབ་ཕྲ་ཞིག་གསལ་བཤད་བྱེད་དགོས། འོ་ད་དེ་རེད། འཆར་གཞི་ཞིབ་ཕྲ་དགོས་བ་རེད། གལ་ཏེ་དེ་ལྟ་བུའི་འཆར་གཞི་གསལ་བོ་ཞིག་སྤྲད་ཚེ་གྲོས་མཐུན་ཡོང་མིན་ལ་མ་ལྟོས་པར་ང་ཚོ་བོད་པ་རྣམས་ཀྱིས་རྒྱ་ནག་དང་མཉམ་དུ་འཚོ་བ་དང་མི་འཚོ་བའི་ཐག་གཅོད་བྱེད་ཐུབ། གལ་ཏེ་ང་ཚོ་བོད་པ་རྣམས་ཀྱིས་ང་ཚོའི་གཞི་རྩའི་ཐོབ་ཐང་རྣམས་ང་ཚོ་བདེ་བློ་ཁེངས་པའི་ངང་ནས་ཐོབ་པ་ཡིན་ན། ང་ཚོས་རྒྱ་ནག་དང་མཉམ་དུ་འཚོ་བའི་ཕན་ཐོགས་འཚོ་བའི་ཕན་ཐོགས་སྲིད་པ་རྣམས་མཐོང་མི་ཐུབ་པ་ཞིག་མེད་སོང་པ་རེད་ད་གང་ལྟར་ང་ཚོའི་ཁེ་ཕན་ག་རེ་ག་རེ་ག་རེ་ཡོད་མེད་དེ་ཚོ་ང་ཚོ་ག་རེ་ག་རེ་སྤྲད་རྩིས་ཡོད་ཁྱོད་རང་ཚོས་དེ་ཚང་མ་ང་ཚོར་ཅིག་ལབ་ཤོག་གསུང་ཡོད་ཀི་དེ་རེད་ད་ཞིབ་ཕྲ་གི་གནས་སྟངས་དེ། དེ་ཡིན་དུས་ད་ག་ཟླ་རྒྱ་གུར་འབའ་ཞིག་གི་ཕྱག་དྲིལ་དེ་གི་སྡོམ་དེ་མཐའ་སྡོམ་དེ་ག་རེ་བསྐྱོན་པ་ཡིན་ཟེར་ན། རེ་བ་ཅིག་ཡོད་པ་ཞིག་དང་ད་ག་ནང་བཞིན་ག་རེ་རེད་ཟེར་ན། ངས་རྒྱ་ནག་དབུ་ཁྲིད་ཚོས་གི་གཟིགས་རྒྱང་རིང་པོ། རྣམ་དཔྱོད། འོ་དེ་འདྲ་ལས་ཨ་ནི་ཡིད་ཆེས་ཡོད་པ་ཞིག་དང་ཐུགས་རེ་ག་རེ་གནང་དགོས་ཟེར་ན། ཨ་ནི་ད་ལྟའི་གོ་ལའི་ཆབ་སྲིད་ཀྱི་འཕོ་འགྱུར་དང། བོད་དེའི་གནས་ཚུལ་དེ། ཞི་བའི་ཐོག་ནས་སེལ་བའི་དགོས་ཅེས་གསལ་བྱེད་མདོར་ནས་བཤད་ན། མི་རིགས་གཉིས་བར་ལ། གཏན་གྱི་མཛའ་མཐུན་མཉམ་གནས་ཀྱི་སྲིད་བྱུས་ཅིག་ཟིན་དགོས་པ། ཡང་མེད་ན་དཀའ་ངལ་དེ་སེལ་དགོས་ཡག་གི་དུས་ལས་བབས་པའི་ཐ་སྙད་ནང་དེ་ཡོད་པ་ཟིན་གྱི་ཡོད་པ་དེ་རེ་བ་ཅིག་ཡོད་པ་ཡིན་གསུངས་རེད། དེ་དང་ཕྱོགས་མཚུངས་རྒྱ་ནག་གི་སྲིད་གཞུང་གིས་གར་བཏོན་པར་ཟིན་ན་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ཀྱི་ཟླ་བ་དགུ་བའི་ནང་ལ་རྒྱབ་ཤ་དཀར་པོ་གི་དེབ་ཞིག་བྱུང་བ་རེད། དེབ་དེའི་ནང་ལོགས་ལ་བོད་དང་བོད་མིའི་བདག་དབང། བདག་དབང་དང་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཞེས་དེབ་ཞིག་བཏོན་པ་རེད། གོ་ཚོད། ད་དེ་ཡང་གནས་ཚུལ་ཀྱོག་ཀྱོག་བཤད་རྗེས་དེ་གིས་ག་རེ་ལབ་པ་ཡོད་ཟེར་ན། བོད་དེ་ག་དུས་ཡིན་པ་ཡིན་ན་བོད་དེ་རྒྱ་ནག་གི་ཆ་ཤས་ཡིན་པ་ཞིག་རེད་བ། བྱས་ཙང་དེ་ཡིན་དུས་མདོར་ནས་བཤད་ན་བོད་ཁྱོན་ཡོངས་ལ་རྒྱ་ནག་གི་བདག་དབང་ཡོད་པས་སོ་སོ་རང་ཉིད་སྲུང་སྐྱོབ་བྱེད་རྣམ་པ་ཞིག་བསྟན་ཡོད་པ་མ་ཟད་ད་ག་ནང་བཞིན

ད་མ་ག་གིང་གིས་དེ་ཚོ་སི་གི་ཡོག་རེད། འོ་དེ་ཚོ་གིས་བཤད་པ་དེ་ཚོ་ག་དགོས་ཅིག་མ་རེད། དེ་ག་རེ་རེད་ཟེར་ན། ཨ་ནི། བཙན་རྒྱལ་རིང་ལུགས་པས་ཨ་ནི་དེང་རབས་ལོ་རྒྱུས་ནང་ལ་བཙན་རྒྱལ་རིང་ལུགས་པས་རྒྱ་ནག་ལ་ཨ་ནི།

འགྱུར་གྱི་ཡོད་ཅེས་སྐྱག་རྫུན་བཤད་ཀྱི་ཡོད་རེད། མདོར་ནས་བཤད་ན་འོ་འདི་འདྲས་བཤད་ཅེས་མདོར་ནས་བཤད་ན། ད། རང་དབང་ཅན་གྱི་རྟོག་གཞི་ཞིབ་འཇུག་པ་དང། ད་ག་ནང་བཞིན། བོད་དེ་ག་སོག་པ་རེད། ཚད་ལྡན་དེ་དག་གིས་བརྟག་དཔྱད་བྱས་པའི་དོན་དངོས་ཀྱི་གནས་ཚུལ་དེ་ཚོ་ཚང་མ་འཁྱོག་བཤད་བྱས་རྗེས་མདོར་ན། ག་རེ་རེད་ཟེར་དུས་ཅག་ནས་འོ་ད། བོད་དེ། རྫུན་བཤད་རྗེས་དེ་འདྲའི་གནས་སྟངས་དེ་འདྲ་བྱུང་སོང། འོ་དེ་ད་རྒྱ་མི་གེ་གི་ཤོག་བུ་དཀར་པོ་ནང་ལོགས་ལས་བཏོན་པའི། འདི་རེད། ད་དེ་ནས་བོད་ནང་ལས་ཆ་བཞག་ན་ཨ་ནི་ད་སྐབས་དུས་དུས་དགུ་བཅུ་གོ་གསུམ་ཟླ་བ་ལྔ་བའི་ཚེས་ཉི་ཤུ་རྩ་གསུམ་ལོར་ལ་ཚེས་ཉི་ཤུ་རྩ་ཤུ་གསུམ་ཉིན་ཡང་མི་སྟོང་ཕྲག་མང་པོས་གོ་ད་མི་བརྒྱ་ཡང་ངོ་བོ་ཞིག་བརྒྱག་པ་རེད། ཐོག་མའི་ཆབ་ལ་ག་རེ་རེད་ཟེར་ན་ཟས་རིགས་ཀྱི་གོང་ཚད་ཅིག་དེ་ནས་ཨ་ནི་རང་བཙན་གྱི་འབོད་སྒྲའི་ནང་ལ་ཕྱིན་པ་རེད་བོད་པའི་ངོ་བོ་ཞིག། དེ་ལྟ་བུའི་ངོ་སྐོར་དེ་གི་ལ་ཨ་ནི། རྦད་དེ་གདུག་རྩུབ་ཆེ་བའི་མནར་གཅོད་དང་འཇུ་བཟུང་མང་པོ་བྱས། དེ་འདྲ་གཅིག་བྱས། འོ་ད། དེ་ལྟ་བུ་གི་རྐྱེན་དེ་ག་བ་རེད་ཟེར་ན། རྒྱ་མི་མང་པོ་ཞིག་ལྷ་ས་ལ་སྤོས་ཏེ་བཅུག་གི་ཡ་གི་གནས་སྟངས་དེ་འདྲ་བྱུང་བ་རེད། དེ་དུས་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ལོ་ལ་ད་ད་ལྟ་བོད་ཀྱི་སྐོར་ལ་ལས་དོན་ཁ་སོ་ར་བོད་ཀྱི་བཞུགས་མོལ་ཚོགས་འདུ་ལས་དོན་ཚོགས་ཆུང་ཚོགས་འདུ་ཟེར་དེ་རེད་ཐེངས་གསུམ་པ་ཨ་ནི། རྒྱ་ནག་པེ་ཅིང་དབུས་གཞུང་དེ་ཨ་ནི་པེ་ཅིང་དུ་འཚོགས་པ་རེད། ད་དེ་ཡིན་དུས་བོད་ལ་སྐབས་དེ་དུས་ད་ཡང་དྲག་པོའི་སྲིད་བྱུས་ཟིན་ཡ་དྲག་པོའི་ཟེར་ན་མ་བཙིར་གནོན་བྱེད་དེ་སྲིད་བྱུས་བཟུང་ཡ་དེ་འདྲ་བྱུང་བ་རེད། འོ་དེའི་ནང་ལ་ག་རེ་བཤད་ཡ་བ་རེད་ད་གོ་ཚོད་དྲག་པོ་དམ་ཡེ་གི་སྲིད་བྱུས་ཀྱི་ནང་ལ་ག་རེ་ཡ་བ་རེད་ཟེར་ན་ཨ་ནི། བདེ་སྲུང་གི་སྟངས་འཛིན་མང་པོ་བྱེད། ད་ག་རང་བཞིན་ང་རྒ་ལས་ཡིན་ན་ལས་ཨ་དེ་དག་གོ་ཚོད་གབ་དུང་དང་ཡིན་ཞོར་ར་བ་དེ་འདྲ་བྱས་བྱུང་བ་རེད། དཔེར་ན་དཔེ་མཚོན་ཅིག་བཤད་པ་ཡིན་ན་ཁོ་ཚོ་གི་བསྒྲགས་གཏམ་གཅིག་ལ་ག་རེ་བཤད་ཡོད་ཟེར་ན། མ་གཞི་ཏཱ་ལའི་གིས་བྱས་པ་རེད། ཨ་ནི་སྐད་ཆ་འཇམ་པོ་བཤད། རྦད་དེ་མི་མང་གོ་གོ་དང་ཡིན་ལ་སྐད་ཆ་འཇམ་པོ་དང་ཡིན་མདོག་ཁ་བོ་བཤད་ཀི་ཡོད་པ་ཡིན་ན་ལས། རེད་བ། ཨ་ནི། ཁོ་རང་གར་ཆས་ཀྱི་ཡ་རེད་ཟེར་ནས། ཁོ་རང་གི། ཁ་བྲལ་གྱི་བྱ་བ་བྱ་སྤྱོད་དེ་ནམ་ཡང་མཚམས་འཇོག་བཞིན་ཡོང་ཡོད་མ་རེད་ཞེས་རྗེས་དེ་འདྲ་ཞིག་ལབ་ཡོད་རེད། དེ་ནས། ད་དུང་ག་རེ་ལབ་ཡོད་ཟེར་ན་ཁོ་ཚོས། དོན་ནི་བཤད་ན་ད་ལྟའི་ད་ང་ཚོས་དོ་སྣང་བྱེད་ས་གཙོ་བོ་དེ་ས་ཁུལ་གྱི་ག་རེ་རེད་ཟེར་ན། དོ་སྣང་བྱས་རྗེས་འཐབ་རྩོད་དང་མ་སོང་ན་ས་ཁུལ་གྱི་འཐབ་རྩོད་བྱེད་ས་དེ་ག་རེ་རེད་ཟེར་དུས་ཟ་ནས། ད། ག་ཚོད་ཁ་བྲལ་ལ་ངོ་རྒོལ་བྱེད་ཀྱི་རེད། ཁ་རྒོལ་ཁ་བྲལ་ལ་ངོ་རྒོལ་བྱེད་ཡ་གི་འཐབ་རྩོད་དེ་དུང་རྩེ་དང་མ་སུ་བསྟན་ས་དེ་སུ་རེད་ཟེར་དུས་ཏཱ་ལའི་བླ་མ། ཏཱ་ལའི་རུ་ཚོགས་ལ་ངོ་རྒོལ་རྒྱག་ཡ་དེ་རེད། བྱས་ཙང་ཀ་ཨ་ནི་སྐབས་དེ་དུས་བཤད་རྒྱུན་ལའང་ག་རེ་ཡོད་རེད་ཟེར་ན། ཨ་ནི་བས་དེ། དུག་སྦྲུལ་ཞིག་བསད་པ་ལ་དང་པོ་ག་རེ་བྱེད་དགོས་རེད་ཟེར་ན། དུག་སྦྲུལ་དེ་མགོ་དེ་བཅད་དགོས་རེད་ཟེར་བྱས་རྗེས་འདི་འདྲ་བཤད་ཡ་ཡོད་རེད། འོ་དེ་གི་ད་གོ་ཚོད་སྟོན་པའི་ཡིག་ཆ་དེའི་ནང་ལ་ད་དུང་ག་རེ་ལབ་བར་ཟེར་ན། ཨ་ནི། དགོན་པའི་དགོན་པ་ཁག་ནང་ལ་ཟེར་བོད་ཀྱི་དགོན་པའི་དགོན་པ་ཁག་ནང་ལ་ཨ་ནི། ཏཱ་ལའི་བླ་མ་གིས་ད་སྐྱོན་བརྗོད་བྱས་རྒྱ་གར་བ་ཞིག་ད་དུང་ག་རེ་རེད་ཟེར་ན། ང་ཚོས་ཏཱ་ལའི་རུ་ཚོགས་ཀྱི་ཤུགས་རྐྱེན་དེ་ཨ་ནི། དགོན་སྡེ་ཁག་གི་ཨ་ནི། དགེ་འདུན་པ་དང་བཙུན་མ་ལས་རྩ་བ་ཉིད་ཐེབས་དུ་བཅུག་རྒྱུ་མི་འདུག་ཅེས་བཅས་ཐིག་ལེ་གི་སྐད་ཆ་དེ་རེད་བཏོན་ཡོད་རེད། དེའི་ལྟ་བུ་གི་བསྒྲགས་གཏམ་དེ་མཉམ་པོ་ད་ག་རེ་རེད་ཟེར་ན་ད་གར་བྱུང་བར་ཟེར་ན་ངའི་དགུ་པར་རུ་བ་ཨ་ནི་སྒེར་ཁྱིམ་ཚང་དང་ད་ཕྱི་ལོག་ག་བ་ཡིན་ན་ལས་ཤམ་བྷན་ཤོག་ཡ་དེ་བཟོས་པ་རེད། དེ་ནས་ཨ་ནི་སྒོ་གར་བཙུགས་པ་རེད་ཟེར་ནས་ལྟ་གྲུབ་ལྟ་བ་ཀླད་པ་བརྗེ་ཡག་གི་ལས་ཀ་དེ་ལྷག་པར་དུ་ཤེས་ཡོན་གྱི་སྡེ་ཚན་ཁག་ལས་དེ་འདྲས་ཅིག་བྱས་རྗེས་དེ་བྱུང་བ་རེད་བྱས་རྗེས་དེ་རེད་བྱས་ཙང་དེ་འདྲ་བོ་ད་གང་ལྟར་དེ་འདྲ་བོ་དེ་སྔོན་རིག་གནས་གསར་བརྗེ་གི་གོང་ལ་རིག་གནས་གསར་བཅོས་ཀྱི་རྗེས་ལ་དེ་འདྲ་དོན་སྙིང་མེད་པའི་གནས་སྟངས་གསར་པ་ཅིག་ཁོ་ཚོ་མགོ་བཙུགས་བ་རེད། དེ་ཡིན་དུས་སྐབས་དུས་དུས་ཨ་ནི་ལྷས་སའི་དམར་ཤོག་ཚོགས་པའི་འགོ་ཁྲིད་དེ་ཚོ་ག་རེ་ལབ་པ་རེད་ཟེར་ན་ཟེར་གོ་ད་ཡ་དེ་ཡ་འབུད་ཆུ་ཤིག་དེ་ལ་ག་རེ་ལབ་ཟེར་ན་མི་རིགས་ཀྱི་སློབ་གསོ་ཟུར་བ་རེད་ད། སློབ་ཕྲུག་སློབ་གསོ་དེ་ག་རེ་རེད་ཟེར་ན་མི་རིགས་ཀྱི་སློབ་གསོ་རྙིང་པ་དེ་ཚོ་རྒྱུན་འཛིན་བྱེད་པ་ཡིན་ན་བྱས་པ་ཙམ་གྱིས་ལེགས་འགྲུབ་གང་ཡང་ཡོང་གི་མ་རེད། བྱ་གཞག་ལེགས་འགྲུབ་ཡོང་གི་མ་རེད། སློབ་གསོའི་ལས་དོན་གྱི་ངོ་བོ་ནི་སྤྱི་ཚོགས་རིང་ལུགས་ཀྱི་བྱ་གཞག་ལ། འཛུགས་སྐྲུན་དང་རྒྱུན་འཛིན་པ་ཚད་ལྡན་སྐྱེད་འཛིན་བྱེད་རྒྱུ་དེ་ཡིན་ཞེས་གསུངས་པ་ཡང་དག་འོ། སློབ་གསོའི་ལམ་ལུགས་དེ་ལ་ཡང་གཙོ་བོ་དམིགས་ཡུལ་ག་རེ་སྤྱི་ཚོགས་རིང་ལུགས་ཀྱི་བྱ་གཞག་ལ་འཛུགས་སྐྲུན་པ་དང། ཨོ་ད་དེ་རེད་དམར་ཤོག་གིས་ལྟ་བ་ཁ་ལ་ཉན་མཁན་དང་རྒྱུན་འཛིན་པ་ཚད་ལྡན་སྐྱེད་སྲིང་བྱེད་རྒྱུ་དེ་ཡིན་ཞིང་དེ་ནི་མི་རིགས་སློབ་གསོའི་ནང་གི་གཞི་རྩའི་ལས་འགན་གཅིག་པོ་དེ་ཡིན་ཟེར་ལབ་ཡོད་པ་རེད། ཨོ་ད་སློབ་གསོ་ཞེན་པ་བཞག་གོ་མ་རིག་དེ་རིག་གཞུང་ཞེན་པ་སྐད་ཆ་ཡོད་མ་རེད་དམར་ཤོག་གི་ལྟ་བ་ལབ་ཟེར་ཡོད་དེ་རེད་བྱས་ཙང་ཀླད་པ་བཀྲུས་ཡོད་ཀྱི་སྲིད་བྱུས་དེ་བཞིན་པ་རེད། དེ་ལྟ་བུའི་གཞུང་འགྲེལ་གྱི་བསྒྲགས་གཏམ་དང་ཨ་ནེ་པའི་དྲག་པོའི་སྲིད་ཇུས་རྦད་དེ་འདུག་བྱས་རྗེས་དམིགས་བསལ་གྱིས་བོད་པའི་ངོ་རྟགས། བོད་པའི་ངོ་བོ། རིག་གཞུང། ལམ་སྲོལ། དག་ནང་བཞིན་རྦད་དེ་མི་རྒྱུགས་ག་སོར་བོད་ཀྱི་ས་ཁུལ་འགའ་ཤས་ཅིག་ལ་ཨ་ནེ་པའི་རྒྱ་མི་མང་པོ་སྤོས་ཏུ་བཅུག་ཡ་དེ་ལྟ་བུའི་གི་ལྟ་ལངས་ཕྱོགས་རྒྱ་མི་གི་སྲིད་ཇུས་དེ་ཕྱོགས་ཀྱིས་ང་ལ་ཡང་འཇིགས་སྣང་ཅིག་བསྐུར་སོང། དེ་འདྲ་ཡིན་དུས་ངས་བོད་ནང་ལ་ད་ལྟའི་ཆ་ལ་གནས་ཚུལ་མང་པོ་ཅིག་ཡོང་གི་ཡོད་པ་དེ་ག་རེ་རེད་ཟེར་ན། ད་གང་ལྟར་བསམ་བཞིན་དུ་ཡིན་ཀྱང་ཆོག། ག་ཚོད་མ་བསམ་ས་ནས་ཡིན་ནའང་གང་ལྟར་ཡང་འདི་ཨ་ནི། རིག་གཞུང་སྡེབ་གསོད་ཀྱི་བྱ་བ་ཞིག་རེད་ཞེས་ངས་གསུངས་པ་ཡིན། འོ་དེ་རེད།

འོ་དེ་ཡིན་དུས་ད་སྙིང་དུས་གོ་དེ་འདྲ་ཞིག་རེད་ཤག་དེ་ཡིན་དུས་ད་དེའི་ནང་ནས་གནས་ཚུལ་ཞིབ་ལྟོས་དང་དག་ནང་བཞིན་རྡོག་རྡོག་གོ་བདེ་བོ་དེ་འདྲ་མང་པོ་ཞིག་འདུག་ག་འོ་དེ་ཡིན་དུས་ད་དེ་ཚོ་ལ་ང་ཚོ་ཐུགས་སྣང་གནང་དེ་ནས་གཞན་པ་ད་དུང་ང་ཚོ་རྗེས་མ་དུས་ཚོད་བྱུང་བ་ཡིན་ན་རྒྱ་རི་རིན་པོ་ཆེ་གིས་དེ་བྱས་པ་ཡིན་ན་ཨ་ནི་སྙན་པོ་སྦྱང་ན་ཞིབ་ཕྲ་རུང་ཏིང་རིང་ཞིག་ཡོད་པའི་བཟོ་བལྟ་རུ་ཞུ་རོགས་ཤག་འོ་ཐུགས་རྗེ་ཆེ་ད་དེ་རིང་དེ་ཙམ་ཡིན་འདུག་ཐུགས་རྗེ་ཆེ་ཐུགས་རྗེ་ཆེ་ཞུ་ཡི་འདུག་ལ།